གྲོས་ཚོགས་ནང་ལོགས་ལ་ཡིག་ཆ་ཨང་གསུམ་བསུ་དགོས་ཏེ། ཁྲིམས་འགལ་གྱི་ཡིག་ཆ། འོ་འདི་འདྲའི་ཅིག་གིས་ད་གང་ལྟར་ང་རང་ཚོ་སྤྱི་ཚོགས་འདི། སྡིགས་ཚུགས་དང་ང་རང་ཚོ་གི། མི་དམངས་ནང་ལོགས་ལ་དངོས་གནས། དཀའ་ངལ་ཤུགས་ཆེན་པོ་འཕྲད་ཡ་ཅིག་བ། དེའི་བརྒྱུད་ནས། ཨ་ནི་ད་ལྟ། སྐབས་བཅུ་བདུན་གྱི། མི་དམངས་ཀྱི་འདམས་ནས་ད་གང་ལྟར། དོལ་ཚོགས་སྤྱི་འཐུས་དུང་དུང་ཡག་ཕེ་བ་ཡིན་ནའི་གེ། ཨ་ནི་ད་དམ་འབུལ་ཞུ་ས་ད་ཡོད་རེད་ཏེ། ཨ་ནི་དམ་འབུལ་མ་ཞུས་ནས། ཨ་དེ་འད་བྱས་ནས་ཡང་དམ་འབུལ་ཞུས་ས་གཞན་པ་ཅིག་དེ་འད་ཁ་ལོ་གཡས་ནས་ལྟ་གང་ལྟར། ཟླ་བ་ཞིས་དེ་འད་བྱས་ནས་གནར་ནས་ལྟ་གང་ལྟར། བོད་ཕྱི་ནང་གཉིས་མང་པོ་ཅིག་ལ་འོ་ནས་དཀའ་ངལ་རབ་དང་རིམ་པ་ཅིག་སྤྲད་རེད་བ། འདི་ཞུ་གུ་ལ་ཚང་མ་དེ་ལ་ཁོ་རང་ཚོ་གིས་ད། ནང་མོལ་གྱི་ཚོགས་འདུ་ཁག་གཉིས་ཐེངས་པ་གཉིས་སུ་འཚོགས། མཐའ་མ་དེ་ལ་རྟ་གང་ལྟར། ནང་ལོགས་ལ་ཁོ་རང་ཚོའི་ཡིག་ཆ། ཨང་ཀི་བརྒྱད། བཞག། འདི་བཞག་ནས་མཐའ་མ་དེ་ལ་ཐག་མ་ཆོད་དུས་དང་པོ་གཉིས་པ་གསུམ་པ་ལྷག་གང་རིམ་བྱས་ནས་གྲོས་ལན་བྱེད་དུས། མཐའ་མ་དེ་ལ་བདུན་པ་དེ་ལ་སླེབས་དུས་རྟ་གང་ལྟར་གོང་ས་མཆོག་ལ་རྟ་གང་ལྟར། ཐེངས་དགུ་ཉི་ཤུ་དེ་ཕུལ་ཡས་དེ་ཁོ་རང་ཚོ་སྤྱི་མོས་དོར་ནས་ཐག་ཆོད། འདི་ག་ཚད་འགལ་བ་དེ་ལ་འདི་ནས་ཐག་མ་ཆོད་པ་ཡིན་ན་འགལ་བ་དེ་ལ་མ་སོ་སོ་དགོངས་པ་ཞུས་ནས་རྟ་གང་ལྟར་དེ་འདྲའི་གི་གནས་སྟངས་ཅིག་རང་ཚོ་གི་ད་ཚོགས་འདུ་ནང་ལོག་ཐག་དེ་འདྲའི་ཆུ་ཚོད་བདུན་པ་ལ་ད་སྤྱི་མོས་ཐོག་ནས་གོང་ས་མཆོག་ལ་ཐེངས་དགོས་སྙན་ཞུ་ཅིག་ཕུལ་རེད་ཨ་གོང་ས་མཆོག་གི་ད་ཨིན་མ་ལ་བཀའ་ག་རེ་ཕེབས་ནས་འདི་གི་བཀའ་སློབ་ལམ་ལམ་སྟོན་ལ་ཤག་འཇོག་བྱེད་གི་ཡིན་ནམ་ཐ་མ་དེ་ལ་ད་གང་ལྟར་ཐེབས་ཆག་དེ་གྲོས་ཚོགས་སྐབས་བཅུ་བདུན་འདི་ཚོགས་ཐུབ་བ་བྱུང་ཡོད་ར་ད་ཡེ་ནས་གི་འདི་རྗེས་ལ་ཡེ་ནས་གི་ད་གང་ལྟར་གྲོས་ཚོགས་ནང་ལོག་ལ་ད་མི་མང་ཚང་མས་གི་རེ་བ་དོ་ཅི་ཆེ། དངོས་གནས། དེ་འདྲའི་རེ་བ་བྱས་ཏེ་གནས་གྲོས་ཚོགས་ནང་ལོགས་ལ། དཀའ་ངལ་དེ་མུ་མཐུད་ནས། རེད་བ། རྙོག་དྲ་དེ་ཡང་སྐྱོ་ཡང་སྐྱོ་ཕ་གི་ནང་ལོགས་སླེད་བསྡད་ད། ཨ་ནི་ང་རང་ཚོས་དགྲ་དགའ་གཉེན་སྡུག་གི་ལས་ཀ་བྱེད་བསྡད་ཡ། རེད་བ། དེ་ན་བཞིན་གྱི་ད་ལྟ། སྙིང་དམར་གྱི་སྤྱི་མཐུས་ད་ལྟ། ཧ་ས་བློ་བཟང་བསྟན་འཛིན། འཇམ་དཔལ་བསྟན་འཛིན་དགོངས་དག། ད་ལྟ་རྒན་འཇམ་དཔལ་བསྟན་འཛིན་གྱིས། ཁ་སེ་ནོ་བེལ་རླུང་འཕྲིན་ཁང་གི། དྲི་བ་དྲིས་ལན་སྐབས་སུ། ས་སྐྱའི་གཞོན་སྐྱེས་མཉམ་དུ་ལ་ཁ་རེ་གསུང་ཡ་རེད། དགོས་པའི་དབང་སུ་ལྟ་ཞིབ་བ་ལ་ཚགས་ཚད་ལོ་ཟླ་ནི་འདི་བྱས་ནི་ཡག་ལེ་ཡིན་གསུང་ཐོ་བྱས་ནི་གསུང་ཡོད་ར། འདི་མ་ཚད་ཁ་སང་གྲོས་ཚོགས་ནང་ལོ་ལེ་ཡང་སྐྱོར་ཅིག་གསུང་སོ། འདི་གསུང་དུས་ཀྱི། དགོས་པའི་དབང་སུ་ལྟ་ཞིབ་བ་ལ་ཚགས་ཚད་ལོ་ལེ་དུས་ལྟ་གང་ལྟ་གོང་ས་མཆོག་ལ་ཀ་མ་བཅག་ནི་ལེ་ཡིན་གསུང་ཐོ་བྱས་ནི་ར། གོ་བ་དེ་འདྲས་འགྲོ་ཕྱིན་གླེང་གི་འདུག་ཨ། གོང་ས་མཆོག་གིས་ཀ་མ་བཅག་ནི་ལེ་ཡིན་པ་ཡིན་ན། གྲོས་ཚོགས་ནང་ལོ་ཕེ་ཚ་བ་བརྗེད་ལ། ཨ་ནི་སྔོ་ནད་ཧོར་ར་ཆ་ལས་ཡང་དག་པ་ཞིག་དང་ཡིག་ལུགས་ཚད་ལྡན་ཞིག་གནང་དགོས་ར། འདི་འདྲའི་མ་གནང་བྱས་ནས་ད་ག་འདྲ། གྲོས་ཚོགས་ནང་ལ་དཀའ་ངལ་ག་འདྲ་ཞིག་འཕྲད་བསྡད་དགོས་བ་རེད། ཡར་ཕེབས་མ་ཐུབ་པ་ཡིན་ན་སོ་སོས་ཀྱི་གདམ་ག་གཉིས་པ་དེ་གོང་ས་མཆོག་གི་ཐུགས་ཕམ་གྱི་ཕྱག་ཡིག་དེ་མ་ཕེབས་ར་བཀའ་ཡིག་དེ། དོན་དེ་གཉིས་པ་དེ་ག་ལ་སོ་སོས་ཀྱི་ཞབས་ཕྱག་དེ་བཞག་ནས་ག་འདྲ་གུག་ཏོ་ནས་ཡར་འོས་བསྡུ་ལྷན་ཁང་གི་གུག་ཏོ་ནས་ཡར་བཏང་དགོས་གི་རེད་གསུངས་དུས་གདམ་ག་གཉིས་པ་དེ་ད་མ་ཡོད་ར། ཡིན་གཅིག་མིན་གཅིག་དགོས་པའི་དབང་དུ་བཏང་ཞིག་བ་ལ་ཚ་ཚའི་དགོས་ཡ་ཡོད་མ་རུང། སོ་སོ་ཀོ་བརྒྱག་ང་ལ་ཐུག་དུས། ཨ་ནི་གོང་ས་མཆོག་ལ་ད་གང་ལྟར་དེ་འདྲའི་ཅིག། དགོས་པའི་དབང་སུ་ཡ་ཀླས་ཡིན་འདུག་འདྲ་བྱས་ནང་ལོ་ཀླས་དུས་གང་ལྟར་དངོས་གནས་ཁོ་རང་ཀོ་བརྒྱག་ང་ལ་བསམ་བློ་བཏང་ཀླས་ཁྱོད་ར་ད་གོང་ས་མཆོག་བཀའ་བསྩལ་ནས་ཀླས་ཁྱོད་མེད་བ་འདི། ཁོ་རང་རང་གིས་གཙང་མ་བྱས་ནས་ཤེས་སོ། འོ་དེ་འདུག་བཀའ་མོལ་དེ་འདི་གནང་དུས་དངོས་གནས་ཁོ་རང། བློ་ཕམ་བྱུང་ཚུལ་ཞུ་ཡ་ཡིན་རོ། ད་འདི་ནས་ང་ཚོ་གཞི་རིམ་མི་མང་འདི་འདི་འདྲའི་ཅིག་དཀའ་ངལ་ཞིག་འཕྲད་ནས། སྐབས་བཅུ་བདུན་གྱི་གྲོས་ཚོགས་ཐེངས་བཞི་པ་འཚོགས་རེད་བ། ད་མི་མང་གི་ཐེངས་གཉིས་པ་གསུམ་པ་ལ་ནས་ཅིག་འཚོགས་སྐབས་བཟུང་ནས་བཀའ་བློན་ཡར་བསྐྱོད་ཐུབ་གི་ཡོད་མ་རེད་འདི་ནི་ཆེས་མཐོའི་ཁྲིམས་ཞིབ་ཁང་ཐིམ་དཔོན་རྒན་པ་དེ་རྒན་ཡོལ་ལ་ཕེབས་རེད། འདིའི་རྗེས་ལ་ད་གང་ལྟར་མུ་མཐུད་ནས་བ་ད་རེ་བ་འགྲོ་རྒྱུ་བྱེད་ཅིག་མི་མང་ཚང་མ་གི་མཐའ་མ་དེ་ལ། ཁོ་རང་ཚོ་ལས་འགན་དེ་བྱེད་ཐུབ་གི་ཡོད་མ་རེད་གྲོས་ཚོགས་ནང་ལོགས་ལ།

འོ་དེ་དེ་བྱེད་དུས་ད་ག་འདྲ། གཞི་རིམ་མི་མང་གིས་ཐེངས་བཞི་པ་བར་དུ་ཁོ་རང་ཚོ་གྲོས་ཚོགས་སྐབས་བཞི་པ་བར་དུ་འཚོགས་ནས་རྒྱུ་འབྲས་སུ་ཁེལ་དོན་ཡོད་མ་རེད། དེ་ནས་ད་འུར་བརྡུང་ནས་གཞི་རིམ་མི་མང་གིས་ད་མི་མང་ཁོ་རང་གིས་ཡ། མ་གུས་དང་བླངས་ཐོག་ནས་ཚོགས་པ་དེ་བཙུགས། ཚོགས་པ་དེ་བཙུགས་ནས།

སྙི་ཤུ་དེ་ཡར་ཕུད་ཡོད་རེད་སྙི་ཤུ་དེ་ཕུད་ཚར་བ་རྗེས་ལ་གང་ལྟར་སྙི་ཤུ་དེ་ལ། མཐའ་མ་དེ་ལ་སྙི་ཤུ་དེ་ལ་འདི་བྱས་རེད་ད་གང་ལྟར་གར་ལོག་རེད་བདག་སྤྲོད་བྱས་ཡོད་མ་རེད་དེ། ཡིག་འཆམ་རེ་ཤར་ན་ནི་ངོས་འཛིན་བྱེད་རོགས། ཡི་ཞུ་གུ་ལ་ནས་ཐེ། གཞི་རིམ་མི་མང་གི་ཐེ་གཏོང། ཟབ་དང་རིམ་པ་བཅས་སྒྲུབ། ལས་འགུལ་ཅིག་སྤེལ་ཡོད་རེད་རོགས། དེ་རྗེས་ལ་ནས་ཀྱི་ད་གང་ལྟར། གཞི་རིམ་མི་མང་གི་མཐའ་མ་དེ་ལ་ཁ་སིང། གྲོས་ཚོགས་མ་ཚོགས་ངེས་ལ། མི་སུ་ལྔ་སྟོང་བདུན་བརྒྱ་གི། མཚན་རྟགས་བསྡུ་སྒྲུབ། འདི་དགོས་ཡ་དངོས་གནས་ཁོ་རང་ནང་བཅའ་ཁྲིམས་ལ་དེ་ཨང་རྟགས་ཡོད་ཀྱོག་དང་མིང་དང་སོ་སོ་ཁ་པར་ཨང་རྟགས་ཁ་བྱང་ཚང་མ་ཡོད་ཀྱོག་གི་ར་མི་ལྔ་སྟོང་བདུན་བརྒྱ་ལ་དུས་འདི་ད་ག་ས་པ་ག་རྩི་གི་མེད་སོ་སོ་ཡིན་ན་ར་པེ་མ་གཟིགས་གི་ད་ག་འདར་མེད་འབོར་མང་པོ་ཅིག་ལ་རྩི་གི་ཡོད་ར་འདི་ཚང་མ་བཅའ་ཁྲིམས་ལག་དེ་ཡོད་ཀྱོག་གི་རེད་འདི་ཁ་པར་ཨང་རྟགས་ཅེས་བཀོད་ཅིག་དང་འདི་དྲ་རྒྱ་འདི་དྲ་རྒྱ་བརྒྱུད་ནས་མཚན་རྟགས་འབྲི་སྒྲུབ་བྱས་འདི་མི་སུ་ཀྱང་ཀྱང་དེ་འདྲ་གས་མ་རེད་འདི་རྒྱ་གར་མིང་དེ་འདྲ་བྲིས་ནས་ཀྱང་ཡང་དེ་འདྲ་གས་མ་རེད་ར་འདིའི་སྐབས་སུ་རྟ་མ་ལེ་བ་དེ་ལ་སོ་ཏྲ་ཙོང་ཡན་གྱི་དགུན་ཙོང་ཁིག་ཧོ་རེད། འོ་དེ་ཚེ་དུས་དགུན་ཙོང་སྐབས་སུ་རྟ་གང་ལྟར། མི་མང་པོ་དེ་ལ་ལྕགས་དྲེལ་ལག་སྟེ་ཁྱིམ་དུ་སྒྲུང་མ་རག་དགུན་ཙོང་ལ། འོ་དེ་འདྲའི་ཚིག་ཡིན་དུས་འདི་སྐབས་སུ། གཞན་པ་མི་ཁྲི་གཉིས་གསུམ་ཅིག་ཆ་ཡ་ལ་རེ་བ་འགྲོ་ཅིག་སུ་ཚུད་ནས་བྱིས་པ་ཡིན། ཡིན་ནས་ཀྱི་འདི་འདྲའི་སླད་མ་དོད་དེ་ཚོ་འདི་སྐབས་སུ། དགུན་ཙོང་ཁེ་རེ་ཏག་ཏག་རོ། ཡིན་ནས་ཀྱི་མི་ལྔ་སྟོང་མདུན་བརྒྱ་ལ་ན་སོ་ཚུད་ཀྱི་ཉུག་ཉུག་ཟི་གས་ཚིག་གི་མེད། བ། འདི་མང་པོ་ཞུ་རྩིས་ཡོད་ད་ལྟ་བར་དུ་ཚན་རྟགས་བསྡུ་སྒྲུབ་ཇི་ནོར་ཇི་འབྱོངས་གནང་ལོ་ཡིན་ལུགས་མཚན་ལྡན་དང་མི་འབོར་མང་ཤོས་ཅིག་སོ་སོར་རྩིས་བསྡུ་གི་ཡོད། ད་འདི་ཡིན་ནའི་གལ་འདི་རྗེས་ལ་མཚན་སྐུལ་སྙན་ཞུ་རྒྱབ་ཡ་ཀར་ཨ་ཡ་གྷ་ལ་བ་ཚོགས་དྲུང་ལྷན་ཁང་ལ་བཅར། ཚོགས་དྲུང་ལྷན་ཁང་རྗེས་ལ་ད་གང་ལྟར་ང་རང་ཚོ་གཞི་རིམ་མི་མང་གི་ཚོགས་གཙོ་དང་རྒྱུན་ལས་རྣམ་པ་གི་ཡ་བཅར། འདི་རྗེས་ལ་ཡི་གེ་ལ་གྷ་ལ་བ་རེད། སྤྱི་འཐུས་རྒྱུན་ལས། ཚོགས་གཙོ་ཚོགས་གཞོན་ལ་བཅར་འདི་ཆུ་སྤྱི་འཐུས་རྒྱུན་ལས་ལ་ཡ་བཅར། རླངས་འཁོར་རྣམ་པ་གཙོ་བརྒྱད་ལ་འདུས་ཀྱི་རེད། སྙན་ཞུ་དེ་གའི་སྒྲ་འཇུག་དེ་སྤྱི་འཐུས་རྣམ་པ་ཚང་མ་ལོ་ལ་སྐབས་བཅུ་བདུན་སྤྱི་འཐུས་རྣམ་པ་ཚང་མ་ལོ་ལ་ཡང་ཕུལ་ཡོད་རེད་བ། ཡིན་ནའི་གས་དངོས་གནས་སྟབས་མ་ལེགས་སླ་བོ་རེད་དངོས་གནས་ཧང་སངས་སླ་བོ་རེད་ཐབས་སྐྱོ་བོ། སྤྱི་འཐུས་གྲོས་ཚོགས་ནང་ལོ་ལ་དངོས་གནས། མི་སྒེར་དེ་འདྲས་ཀྱི་ཚོགས་པ་ནང་ལོ་ལ་སྐད་ཆ་བཤད་ཡ་དེ་འདྲས་ཀྱི་ག་ལ་བ་ད་སྤྱི་ཚོགས་དྲ་རྒྱ་ནང་སྐད་ཆ་ཤོད་ཆོད་དུ་འདུག་གྲོས་ཚོགས་ནང་ལོ་གླེང་གོ་རེད་བ། ཡིན་ནའི་གས་གཞི་རིམ་མི་དམངས་མི་ལྔ་སྟོང་བདུན་བརྒྱ་ཀྱི་དངོས་གནས་མཚན་རྟགས་བསྡུ་རུབ་གནང་བྱ་རྒྱུ་ཡིན་ལུགས་མཚན་ལྡན་དོན་ཚན་བཞི་འོ་འདི་གི་སྒང་ལ་གླེང་སློང། ཉི་མ་བཅུ་གྲོས་ཚོགས་འཚོགས་ཡར་འདི་གནང་ལུགས་སྤྱི་འཐུས་གཅིག་གིས་ཡར་འདི་གནང་ལུགས་གླེང་སློང་གནང་མ་སོང། འདི་དངོས་གནས་ཧང་སངས་ཀྱི་བློ་ཕམ་དང་སོ་སོ་ཡིན་ན་ཡིད་སྐྱོ་བ་ཡོད་དུ་ཚོང་ཟུར་བ། ཁོ་རྣམ་པ་ཚོ་གིས་སུ་མགོ་བ་རེ་གྲོས་ཚོགས་གནང་ལོར་ང་ཚོ་མི་མང་གི་སྐུ་ཚབ་པའི་མི་མང་གི་བདེ་སྡུག་དཀའ་ངལ་བཞིན་ཡིད་ལང་ནས་ཞུ་གོ་རེ་ཕར་ནས་རོ། ཡིན་ནའི་གི་མི་མང་གི་བདེ་སྡུག་དང་མི་མང་དཀའ་ངལ་ལང་ན་ག་རེ་རེད། ང་གྲོ་གོ་རྒྱག་གི་མིན་འདུག་ང་ལ་གོ་ཡ་མིན་འདུག་འདི་གཅིག་པུ་མི་མང་གི་དཀའ་ངལ་དང་བདེ་སྡུག་སེ་མ་རོ།

མ་ཟ་བ་རེད་ཐབས་སྐྱོ་བ་ཅིག་ལབ་རོགས། ཡིན་ནའི་གའི་ད་རིང་གི་དངོས་གནས་སྤྱི་འདུ་གསུམ་པའི་གི་གྲོས་ཚོགས་སྐབས་སུ་བཀའ་ཤག་གི་ཡང་བསྐྱར་དངོས་གནས་ལན་ཡིན་རོགས། འདི་གལ་ཆེན་པོ་དེ་བརྩིས་ནས་ཡང་སྐྱོར་གི་ཡིག་ཆ་ཨང་གི་བཅུ་དགུ་དེ་ད་རིང་གི་ཆེས་མཐོའི་ཁྲིམས་སྒྲིག་ཁང་ཁྲིམས་དཔོད་རྒན་པ་གི་ཡང་བསྐྱར་ཁྲིམས་ནང་ལོག་བསྐྱར་བཅོས་བྱས་ཡས་གི་ཡིག་ཆ་གྲོས་འཆར་གི་ཁི་ལས་རེད་ཨང་གི་བཅུ་དགུ་དེ་རོགས། འདི་བཀའ་ཤག་ནས་གི་ཐོག་མ་ནས་གསུང་ཡོད་རེད་ད་རིང་ཡིག་ཆ་ཨང་གི་བཅུ་དགུ་དེ་གལ་ཆེན་པོ་ཞེ་པོ་ཡིན་རོགས་འདི་ནས་བཞིན་གི་སྤྱི་འཐུས་རྒྱུན་ལས་གི་ཡིག་ཆ་ཨང་གི་ཉི་ཤུ་ཅིག་ཁི་བཞག་ད་འདི་གཉིས་ཀའི་ལོགས་ལ་བཀའ་ཤག་གིས་རྒྱབ་སྐྱོར་ཡོད་ཟེར་ན་ནི་རྣམ་པ་གསལ་བོ་མཐོང་བ་རེད་ད། རེད་བ། འདི་གལ་ཆེན་པོ་གཉིས་ཀྱ་ལ་གལ་ཆེན་པོ་རྩིས་ཀྱི་ཡོད་ཟེར་ན་ནི་རེད་བ། འོ་ན་དེ་ནས་ཡིག་ཆ་ཨང་ཉི་ཤུ་དེ་ད་རིང་འཁྱིལ་དགོས་ཡ་ཡོད་མ་རེད་བ། ཡིག་ཆ་ཨང་བཅུ་དགུ་དེ་ལ་དངོས་གནས་ཡིག་ལུགས་ཚན་ལྡན་ཅིག་གིས་རྒྱབ་སྐྱོར་བྱེད་ནས་འགྲོ་བ་ཡིན་ན་ཡིག་ཆ་ཨང་བཅུ་ཉི་ཤུ་དེ་འཁྱིལ་དགོས་ཡོད་ན་རྗེས་མ་གཏོགས་ག་ཚོད་འཁྱིལ་གྱི་ཡོད་རེད་གྲོས་ཚོགས་ནང་ལོགས་ལ། ཡིན་ནས་དམིགས་སུ་བཀར་ནས་བཀའ་ཤག་གིས་འདི་བཅུ་དགུ་དེ་བསྣམས་ཕེབས་ཀྱི་ཡོད་ཧ་གོ་དུས་འདི་ག་ལ་དམིགས་བསལ་གྱི་ཉི་ཤུ་དེ་འཁྱིལ་དགོས་ཡ་དེ་འདི་བཀོད་པ་རྒྱུ་མཚན་ག་རེ་རེད།

ཆེས་མཐོའི་ཁྲིམས་ཁང་ཡག་བསྐྱོད་མ་གཏོགས་ཡོད་ན་ད་རིང་ཆེས་མཐོའི་ཁྲིམས་ཁང་ཐུན་བོན་གཞོན་པ་དེ་ཡིན་ནས་སྤྱི་འཐུས་དྲུག་པ་དོག་ལ་འགན་ཡོད་ཕེབས་འདུག་དོག་དེ་ནས་ད་ག་འདྲ་ཧ་ལོ་རྩིས་ཞིབ་ལས་ང་འགན་འཛིན་ཨིན་ནས་གས་ད་འགན་ཡོད་ལ་ཕེབས་འདུག་དོག་དེ་བྱུས་དུས་དེ་ས་མིག་འཛུམ་ཚང་མ་སྟོང་པ་ཆགས་གོ་བ་རེད་ཆེས་མཐོའི་ཁྲིམས་ཁང་ཁྲིམས་དཔོན་རྒན་པ་མེད་བ་ན་དམ་འབུལ་ཕུལ་ས་ཡོད་མ་རེད་དོག་དེ་བྱུས་དུས་ང་ཚོ་དམངས་གཙོ་ཀ་བ་གཅིག་དང་ད་དམངས་གཙོ་ཀ་བ་གསུམ་དེ་ང་ཚོ་དམངས་གཙོ་ནང་ལ་མེད་དུ་མི་རུང་བ་རེད་དོག་དེ་བྱུས་དུས་དམངས་གཙོ་ཀ་བ་གཅིག་ད་ག་འདྲ་ག་ལ་བ་ད། རྐང་པ་བཙུགས་ས་ཡོད་བ་འགྲོ་མེད་བ་འགྲོ་དེ་འདྲའི་ཀ་ལ་ད་ག་འདྲ། ཡ་ང་ཡིན་ངིན་ང་ཚོ་གླེན་དེ་ར་བ། ད་སྡུག་སྡུག་ཡག་བརླག་བཟོ་བྱས་ད་འདི་ཚང་མ། ཡག་པོ་བཟོས་བསྟོད་དེ་ལས་འགན་དེ་སྤྱི་འཐུས་རྣམ་པ་ཚོ་ལ་ཡོད་ར་བ། ང་ཚོ་མི་མང་དཀྱུས་མ་གཅིག་ཡིན་ན། དངོས་གནས་འདི་འདྲའི་གི་གུས་སྐབས་ཁེལ་ཡོད་མ་རེད་ར་བ། གཞི་རིམ་མི་མང་གི་མི་ཚེ་རེད། ང་ཚོ་འགྲོ་བ་དེ་ནས་ད་རྒྱ་ནག་ལ་སོ་སོས་ད་སྐད་རྒྱ་དད་མ་ཞིག་གི་དཀའ་ངལ་དེ་མཐོང་ན་སོ་སོས་གི་སེམས་པ་ནག་ལོ་ལ་སེམས་པ་མ་བཟོས་ནས་ད་དེ་མ་དང་ལང་ཐོན་ནས་སྐད་ཆ་ཤི་གི་ཡོད་རེད་བ། འདི་སུ་གང་གིས་དེ་འདྲའི་ཅིག་སོ་སོ་སྒེར་ལ་ཁེ་ཕན་དང། དེ་འདྲའི་གྱེས་དགོས་ཅིག་མེད་སོ་སོ་གིས་ངོ་ནས་གྲོས་བསྡུར་རྩ་ཆེན་པོ་བཏང་ནས་དེ་ནང་ལོག་ལ་ཅིག་ཕན་ན་བསམ་ནས་རེད་བ། སྐད་ཆ་བཤད་མཁས་བ་དང་ཞིའུ་ཅིག་ཤེས་ཡོན་ཡོད་རྒྱུ་དེ་འདྲའི་གལ་མེད་རེད་བ། གང་ལྟར་ཀྱང་ཟླ་དེ་འདྲའི་ཅིག་གི་སྤྱི་འཐུས་ཐང་རིང་གིས་ཡིག་ཚགས་ཨང་གི་བཅུ་དགུ་དེ་ཡར་མར་བཏང་རེད་འདི་ལ་མི་གཉིས་བརྩེ་ང་མ་ཞིག་རྒྱབ་སྐྱོར་བྱེད་ཡོད་མ་རེད་བ། མི་གཉིས་བརྩེ་ང་རྒྱབ་སྐྱོར་བྱེད་མཁན་ཚང་མ་ལོག་ལ་ངོ་ནས་ཁྱོད་རང་ཚོ་གིས་འགན་འཁྱེར་ནས་རྒྱབ་སྐྱོར་གནང་བ་དེ་མཐོ་རྒྱུ་ཆེ་ཞོད་ཡིན། དེ་ནས་མི་བཅོ་ལྔ་དེ་རྒྱབ་སྐྱོར་གནང་ཡོད་མ་རེད་བ།

ད་སྤྱི་སྟངས་བྱས་ན་ད་དྲ་རྒྱའི་ནང་འགྲོ་ལ་ཅིག། མ་དོན་ཡས་ཀྱིས་ད་ཐབས་ཤེས་དྲོད་ཀྱིས་བྱེད་ཀྱི་ཡོད། ག་རེ་ཟེར་ན་ང་ཚོ་ད་འགྲོ་བ་སྐད་ཆ་ག་རེ་བཤད་པ་ཡིན་ན་བོད་པའི་སྤྱི་ཚོགས་ནང་ལོག་ལ། ཨ་ནི་སྐད་ཆ་དེ་ཚོ་མགོ་ནས་གཏུབ། གཞུ་གུ་ནས་གཏུབ་བྱས་ཨ་ནི་ཕག་ཚོ་བཏང་ཡོང་དུས་ད་བར་བོད་པའི་སྤྱི་ཚོགས་ནང་ལ་ཕན་རྒྱུ་ཡོད་ན་གནོད་རྒྱུ་ཡོད་ན། དོན་འགྲིག་གི་བསམ་བློ་དྲ་ཞིག་ཁོག་བྱས་འདུག་ད་ལྟ་བར་གཟོད་བསྡད་པ་ཡིན། ད་ཡིན་ན་ཡང་དངོས་གནས་དྲ་མེད་ཀྱི་ད་ལོ། ང་ཚོ་སྤྱི་འཐུས་གྲོས་ཚོགས། ཚོགས་བྱས་ད་ཉིན་མ། ཤུགས་ཆུབ་ཅིག་གསོལ་བའི། འབྲས་བུ་འགྲོ་བ་དེ་གཅིག་བཏགས་ཡོང་དུས་ཙམ་པ་ད་ང་ཚོ་མི་མང་ཚོ་གི་སྔོན་ནས་འགན་ཁྱི་ཞེས་མ་ཐོས་མཛད་སྐད་ཆ་ཞིག་མ་བཤད་པ་ཡིན་ན་ཨ་ནི་རྩ་བ་ཉིད་ནས་འཇིག་གི་མེད་བས་དེ་འདྲའི་རྣམ་པ་ཞིག་མཐོང་བྱས་ཨ་ནི་འདུག་མ་ཐོན་པ་ཡིན། ད་གཙོ་གཙོ་དེ་ང་ཚོ་གཞི་རིམ་མི་མང་གི་རེ་འབོད་ཚོགས་པ་ཞེས་ཚོགས་པ་དེ་བཙུགས་ནས་ཟླ་བ་མང་པོ་ཕྱིན་ས་རེད། ཚོགས་པ་དེ་བཙུགས་དགོས་བའི་རྒྱུ་མཚན་དེ་ཡང་མི་མང་གི་དྭང་བླང་གི་ཐོག་ནས་ཨ་ནི་ད་གང་ཅད་བོད་མིའི་སྒྲིག་འཛུགས་དེ་ད་སྲུང་སྐྱོབ་བྱེད་མ་བྱས་ན་ཨ་ནི། གནད་འགག་ཆེན་པོ་ཞིག་དང་རྡག་རྩ་ཆེན་པོ་ཞིག་དང། དེ་འདྲ་ཞིག་ལ་ཐུག་བྱས་ང་ཚོས་ཚོགས་པ་དེ་བཙུགས་བ་རེད་ཚོགས་པ་དེ་བཙུགས་བྱས་རྒྱུ་མཚན་གཙོ་བོ་དེ་ང་ཚོས་ད་སྲིད་ཟུར་བློ་བཟང་སེང་གེ་ལགས་ད་ལས་ཀ་དེ་མ་མཇུག་བསྒྲིལ་མ་བསྒྲིལ་གོང་དུ་བ་ཞིག་ནས་ང་ཚོར་དཀའ་ངལ་ཆེན་པོ་ཞིག་འཕྲད་བྱས་ཁྲིམས་ཞིབ་ཁང་གི་ཁྲིམས་དཔོན་རྣམ་པ་དེ་ནས་བ་བྱ་ཡག་གི་དང་དམངས་གཙོ་ཀ་བ་གསུམ་ནས་ད་ཀ་བ་གཉིས་མ་ཞོ་ལྷག་མེད་བ་ཡིན་ཙང་ད་བོད་མིའི་སྒྲིག་འཛུགས་དེ་ཡང་དག་པའི་མི་མང་གི་སྒྲིག་འཛུགས་ཞིག་མ་ཆགས་བ་ཅིག་དང། ཨ་ནི། སྐྱབས་མགོན་རིན་པོ་ཆེ་གིས་ཟླ་དགུང་ལོ་དྲུག་ཅུ་གཅིག་ནང་ལ་སྐུ་ལས་བསྐྱོད་ཡིན་ཞེས་ཨ་ནི་སྒྲིག་འཛུགས་ཧ་ཏག་ཏག་བཟོས་གནང་བ་དེ། ཨ་ནི་ང་ཚོ་མི་མང་གིས་ད་ག་མཆད་དམངས་གཙོ་ལ་མ་གསོད་རེ་གནང་དུས་ཙམ་པ་ང་ཚོ་བདག་པོ་རྒྱག་མ་ཐུབ་བ་ཅིག་ཆགས་བསྡད་རེད་བ། དེ་འདྲ་བྱེད་དུས་ཙམ་པ་ད་མི་མང་གི་དངོས་གནས་དྲང་གནས་ཀྱིས་ང་རང་ཚོའི་ངོས་ནས་ཡི་གེ་ང་རང་ཚོ་གི་ཡ་བཏང་བཞག་པའི་སྤྱི་འཐུས་རྣམ་པ་ཚོ་གི་སྤྱི་བཏང་བྱས་ན་འགན་འཁི་ཆེ། ད་འདིའི་ནང་ལོགས་ལ་ང་རང་ཚོར་དཀའ་ངལ་ག་རེ་འཕྲད་བ་དེ་ག་ལ་བ་དང་ཉམས་པ་དེ་སླར་གསོ་བྱེད་དགོས་དང་མ་ཉམས་པ་དེ་གོང་འཕེལ་གཏང་དགོས་ཀྱི་ཆེད་དུ་ཕྱག་ལས་གནང་དགོས་ཀྱི་ཡོད་རེད་བརྟེན་ཡིན་ན་ཡང་ད་དུས་ཚོད་དེ་ལོ་གཅིག་དང་ཕྱེད་ཀ་ཚོད་དྲོ་དྲོ་དྲོ་དྲོ་བྱེད་ཀྱི་ཡོད་རེད་ད་དུང་ཡིན་པ་ཡིན་ན་ཡང་ཨ་ནི་ཆོས་རྒྱུད་ཁྲིམས་ཁང་གི་ཁྲིམས་དཔོན་ཆེ་བ་བསྐོས་མ་ཐུབ་ཡས་ཅི་དང་ད་ག་ན་བཞིན་ཨ་ནི་སྲིད་སྐྱོང་ལ་ཡང་ཕྱག་རོགས་གནང་མཁན་གྱི་བཀའ་བློན་རྣམ་པ་ཚོ་བསྐོས་མ་ཐུབ་པ་འདུག་ལྷག་དེ་དེ་ཨ་ནི་ཆོས་རྒྱུད་གྲོས་ཚོགས་ནང་ལ་ད་ག་དུས་ཕྱག་ལས་གནང་གི་མེད་པའི་ཨ་ནི་གསལ་བོ་རེད་བ། དེ་ལས་སོང་ཙང་ད་མི་མང་གི་ངོས་ནས་དངོས་གནས་དྲ་གནས་ཀྱི་ཅིག་དགག་རྩ་ཆེན་པོ་ཅིག་དང། དེ་འདྲའི་ཅིག་ལ་ཐུག་ཡོང་དུས་རྩོམ་པ་ལས་འགུལ་ཅིག་མ་སྤེལ་རང་སྤེལ་གྲོགས་ཀྱི་ཆགས་བ་རེད་འདུག་ཟེར། ད་ཙོག་ཙོག་དེ་ག་རེ་ཆགས་དེ་ར་དེ་ད་ང་ཚོའི་བོད་པའི་སྤྱི་ཚོགས་དེ་རྙོག་གླིང་ཅན་གྱི་སྤྱི་ཚོགས་ཤིག་དང་མགོ་འཁོར་གྱི་སྤྱི་ཚོགས་ཅིག་ད་དྲ་རྒྱའི་ནང་ལོགས་ལ་བལྟས་ཏེ་སྐད་ཆ་དྲ་མ་དྲ་དེ་འདྲའི་མགོ་ནས་བཏུབ་ཞོག་གོ་ནས་བཏུབ་བྱས་བཏང་ཡོང་དུས་ཙམ་ཨ་ནི་དེ་འདྲའི་ལ་མཆན་བརྒྱབ་དེ་འདྲའི་ལ་ཡིག་ཆའི་བཤད་ཨ་ནི་དེ་འདྲའི་ཁིད་བྱས་ད། དེ་དེ་འདྲས་ལ་ཡར་ལྟ་ཡིད་ཆེས་བྱེད་ཀྱི་འདུག་གོ་འཁོར་བའི་རྣམ་པ་དེ་འདྲས་ཤིག་གསལ་བོ་ཞིག་མཐོང་གི་འདུག་འདི་ཡང་ང་རང་ཚོ་མི་མང་རྣམས་ལ་ལྟ་དེ་ཡོང་བ་དེ་ཡོང་སྲིད་བ་འགྲོ་བྱེད་རེད་དེ་ཡིན་ན་ང་ཚོས་ད་ཡི་གེ་སྤྱི་འཐུས་གྲོས་ཚོགས་ཚོགས་དུས་ཙམ་པ། སྔ་མ་ཡིན་ན་སྤྱི་འཐུས་གྲོས་ཚོགས་ཚོགས་དུས་ཙམ་པ་དངོས་གནས་དྲ་གནས་ཀྱི་གཟི་བརྗིད་ཅིག་དང་ཨ་ནི་བཀའ་མོལ་གནང་རྒྱུ་ཙམ་པ་གཅིག་གི་གཅིག་ལ་གུས་ཞབས་ཡོད་བ། དངོས་གནས་དྲ་གནས་བོད་མི་རིགས་ཀྱི་ཨ་ནི་ག་ལ་བ་ལྟར་རྣམ་པ་དང་ཨ་ནི་སྤྱོད་པ་དེ་ཚོ་མཐོང་གི་ཡོད་བ་ཅིག་གྲོས་ཚོགས་ནང་ནས་དེ་མཐོང་ཡ་ཡོད་རེད་པ། ད་དུས་བཟང་སྤྱི་མཐུན་གྲོས་ཚོགས་ཚོགས་དུས་ཟེར་བ་དངོས་གནས་ཐ་ན་ཡི་གེ་སྐམ་ལེབ་གར་རེད་བསམ་གྱི་འདུག་སྡིངས་ཆ་དེ་གྱང་ནས་སྒོ་ཤུགས་ཁྱུ་ནི་མེ་སྒྱོགས་ཚིག་རྦད་དེ་སྤང་སྒོ་དང་ཇག་པ་དང་དེ་འདྲས་ཁོ་ལ་བེད་སྤྱོད་གནང། ཨ་ནི་དེ་འདྲ་བེད་སྤྱོད་གཏང་མཁན་དེ་ཚོ་མང་ཆེ་ད་ག་ཅིག་ཆོས་རྒྱུད་ཁག་གི་སྤྱི་འཐུས་རྣམ་པ་དང་ཨ་ནི་དེ་འདོ་དུས་ཀྱི་སྤྱི་འཐུས་ཁག་ཅིག་གཉིས་ཅིག་གི་དེ་འདྲ་གསུང་གི་འདུག་བ། ཨོ་དེ་འདྲ་བཀའ་མོལ་གནང་སྟངས་དེ་ལ་བལྟས་བ་ཡིན་པ་ཡིན་ན་ཨ་ནི་ང་ཚོས་དངོས་གནས་ཐ་ན་གྱི་སྤྱི་འཐུས་གྲོས་ཚོགས་ཚོགས་དུས་ཟེར་བ་མི་མང་ག་ཚོད་ཟེར་ཟེར་གྱི་དེ་ལ་དོན་སྣང་བྱེད་ཀྱི་ཡོད་རེད་བོད་ནང་ནི་ག་ཚོད་རེ་བ་རྒྱག་གི་ཡོད་རེད་བོད་ནང་དགའ་སྤྱོད་གནང་གི་ཡོད་རེད་ང་ཚོ་བཙན་བྱོལ་ནང་ལ་ཡོད་པའི་བོད་མི་ཚོ་གི་འདི་ལ་སོ་སོ་དུས་ཚོད་ག་ཚོད་ཡོད་བ་དེ་བཏང་བྱས་ག་ཚོད་དེ་ལ་དོན་སྣང་བྱེད་ཀྱི་ཡོད་རེད་ད། དེ་ཅིག་བཀའ་མོས་ཡག་ག་པ་ཞིག་གནང་ཡས་ཅིག་དང་ཕྱག་ལས་ཡག་ག་ཅིག་གནང་གནང་ཡས་ཀྱིས་ད་རེ་བ་དེ་རྒྱབ་བྱས་ཏེ་ཟུག་གི་ཡོད་རེད་བ། ད་ག་ནང་བཞིན་ཕྱི་ཁའི་ནང་ལ་ཡོད་བའི་ཨ་ནི་ང་ཚོ་བོད་པ་ལ་རྒྱབ་སྐྱོར་གནང་མཁན་ཚོ་གི་གྲོས་ཚོགས་འཚོགས་པའི་སྐབས་ལ་དོན་སྣང་ག་ཚོད་གནང་གི་ཡོད་རེད། ད་ཡིན་ན་ཡང་ང་ཚོ་ཡོད་ཀྱི་གྲོས་ཚོགས་ཚོགས་དུས་ཙམ་ལ་བཀའ་མོལ་གནང་སྟངས་དེ་ལ་ལྟ་དུས་ཙམ་ལ་དངོས་གནས་ཐ་ན་ངོ་ཚ་འགས་འདྲ་བོ་ཞིག་དང། ཁྱོད་ནི་ད་ད་ཆའི་དུས་ཚོད་དུ་ཚོགས་ལ་བཏང་གི་ཡོད་པའི་རྣམ་པ་དེ་གསལ་བོ་ཞིག་མཐོང་ཡོང་གི་འདུག་ཨ་ནི་འདི་ཡང་དངོས་གནས་དྲན་ན་ཡོད་ཀྱི་བདེ་ས་སྟེ་སྤྱི་མཐུས་གྲོས་ཚོགས་ཀྱི་སྡིངས་ཆ་དེ་བེད་སྤྱོད་བྱས་གསལ། ཨ་ནི་སྐད་ཆ་དེ་ཚོ་ཡིན་ན་སྤྱི་ཚོགས་དྲ་རྒྱ་ནང་ལོག་ལ་ཡ་ཨ་ནི་གཞི་རྩ་མེད་བ་དང་བདེན་པ་སྨོས་པའི་སྐད་ཆ་དེ་ཚོ་ཡག་ཁིག་ཏེ་འདི་ཚོ་ཡག་གི་དཔུང་བྱས་ཨ་ནི་སྲིད་སྐྱོང་ལ་ཡག་ཅིག་སྐྱོན་འཛུགས་བྱས་འདྲ་བོ་དང་དེ་འདྲའི་འདྲ་བོའི་སྐད་ཆ་ཞིག་མ་ཞུ། ང་ཚོའི་སྒྲིག་འཛུགས་ནང་ལོགས་ལ་དཀའ་ངལ་འཕྲད་བཞིན་པའི་དཀའ་ངལ་དེ་ཚོ་སེལ་ཡས་ལ་ཐབས་ཤེས་ག་རེ་འདུག་དེ་འདྲ་དཀའ་མི་རྩ་བ་ཉིད་ནས་གནང་གི་མི་འདུག་བ། དེ་ཚིག་དེ་ཙམ་བ་ལྟར་འདི་ཡིས་ག་རེ་མཚོན་གྱི་ཡོད་རེད་ཟེར་ན་ང་ཚོའི་ཡེ་གེའི་སྐྱོ་ཤ་བའི་སྤྱི་འཐུས་ཚང་མ་ལོགས་ལ་རྩ་བ་ཉིད་ནས་ཞུ་དོན་མེད། སྤྱི་འཐུས་ཡའི་སྤྱོད་པ་རྩོད་དེ་ངས་འདིར་ཁ་ཤས་ཞིག་བཟོ་ཁ། མི་མང་ཚང་མས་མཁྱེན་གྱི་ཡོད་རེད། སྒྲིག་འཛུགས་ལ་ཞུ་གི་ཡོད། འོ་སྒྲིག་འཛུགས་ཀྱི་ད་གང་ཆོས་ཡེ་གེའི་སྤྱི་འཐུས་གྲོས་ཚོགས་ཚོགས་དུས་ཙམ་བ་འགོག་ཤུགས་ཆུ་ནས་མེད་བ་ཟེར། མི་ཧམ་པ་ཆེན་པོ་ཅིག་དང་སྐད་ཤུགས་ཆེ་བ་ཅིག་གིས་ག་རེ་བཤད་བ་ཡིན་ན་དེ་བཤད་བཅུག།

དེའི་ཚད་ཀྱི་མི་འདུག་ཨ་ནི། ང་ཚོ་བོད་པའི་སྤྱི་ཚོགས་ནང་ལོ་ལ་ད་ཅིག་སྔོ་ནད་དྲག་ནས་ཀྱི་ལོ་མང་པོ་སྐུ་ལས་བསྐྱོན་མྱོང་མཁན་གྱི་ཨ་ནི་ཅིག། བཀའ་ཟུར་རྣམ་པ་ཚོ་རེད་སྤྱི་ཟུར་རྣམ་པ་ཚོ་རེད་ད་ག་ན་ཞིག་དྲུང་ཟུར་རྣམ་པ་ཚོ་རེད། མདོར་ན་ང་ཚོ་ཆོས་རྗེ་སྐོར་གྱི་སྤྱི་འཐུས་རྣམ་པ་དང་མདོ་སྟོད་ཀྱི་ཆོས་འཐུས་གཅིག་གཉིས་ཚོ་གིས་རྦད་དེ་ལོ་མང་པོ་སྐུ་ལས་བསྐྱོན་མཁན་གྱི་ད་ང་ཚོས་ཕྱག་ལས་གནང་མྱོང་མཁན་དེ་ཚོ་ལ་མིང་རེ་རེ་བཏགས་ཏེ་ནག་པོ་བཟོ་གི་འདུག་བ་ག་དུས་ཡིན་ན། དེ་ཚོ་རྒྱུ་མཚན་ག་ལེ་ཅི་ལ་ཐུག་རེད། དེ་བཟོས་དགོས་ཡའི་རྒྱུ་མཚན་ག་རེ་རེད་ག་རེ་བྱས་ནས་བཟོས་དགོས་ཀྱི་ཡོད་རེད། འདིས་ང་ཚོས་བོད་པའི་སྤྱི་ཚོགས་ནང་ལ་ག་རེ་ཕན་གྱི་འདུག། ཁྱོད་འདི་ལས་ཀ་ཞིག་རྩ་བ་ཉིད་ནས་གནང་གི་མི་འདུག་ཨོ། དེ་འདྲ་སོང་ཙང་འདི་ཚོ་དངོས་ནས་ཐོས་ན་ཐབས་སྐྱོ་བོ་ཞོད་ཅིག་རེད་ཐོས་ཀྱི་འདུག་ཨ་ནི་ཧ་ལམ་མ་སོང་ན། ཡི་གེ་བཀའ་མོལ་གནང་ཅིག་ཙམ་པ་སྤྱི་འཐུས་གྲོས་ཚོགས་ད་ཉི་མ་བཅུ་བཅུ་གཅིག་འཚོགས་ཡས་དེ་ཧ་ལམ་མ་སོང་ན་སྲིད་སྐྱོང་ལ་ཡ་སྐྱོན་བཙུགས་ཡས་ཀྱི་གོ་སྐབས་འགྲོ་བཞིན་ཡིན་དེ་སོགས་འདྲ་ཅིག་སྨྲ་ཞོར། ཡི་གེ། སྤྱི་འཐུས་གྲོས་ཚོགས་ཉི་མ་བཅུ་གཉིས་གཅིག་འཚོགས་རྗེས་བོད་པའི་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་ག་རེ་ཡོད་པ་དེ་གསལ་ཡས་ཀྱི་ཕྱག་ལས་ཅིག་རྩ་བ་ཉིད་ནས་གནང་གི་མི་འདུག་ཨ། དེའི་གོང་ལ་ངས་ཕྱག་རོགས་ལགས་ཀྱི་དོན་དག། ཚེ་རིང་ལགས་ཀྱིས་གསུངས་སོ། ང་རང་ཚོ་གཞི་རིམ་མི་དམངས་ཀྱི་ཚོགས་པ་འདི་གིས་དུས་ནས་ལས་སྒོ་མང་པོ་ཞིག་སྤེལ་བྱས། དེ་ནི་ད་དུང་ཡིན་ན་མི་མང་པོ་ཞིག་ལ་བོད་མི་མང་པོ་ཞིག་ལ་ཡ་ས་ཡིག་བསྡུ་རུབ་བྱས་ཏེ་མི་སྟོང་ཕྲག་དུ་མས་འཛིན་བྱེད་ཀྱི་ས་ཡིག་བསྡུས་བྱས་ས་ཡིག་དེ་དང་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་དང་སྒྲིག་གཞི་ཚང་མ་མཐུན་པའི་ཐོག་ནས་ས་ཡིག་བསྡུ་རུབ་བྱས་ཏེ་ཡ་ཕུལ་བ་རེད་དེ་ཡིན་རྒྱམ་རེད་བྱས་ནས་མ་གསུངས་བྱས་དེང་ངོས་འཛིན་ཁྱོད་ནས་གནང་མ་སོང་ང་དེ་ཡིན་རྒྱམ་ག་འདྲ་ཆགས་བ་རེད་དེ་ང་ཚོའི་རེ་སྒུག་ཞུ་ཡས་དེ་ལ་རེ་སྒུག་ཁག་བཞི་ཞིག་ཡོད་རེད་དང་པོ་དེ་ག་རེད་ཟེར་ན་ས་བཅུ་པའི་ཁྲོ་ཚོགས་སྲོག་ཏིང་ཙམ་པ། ཨ་ནི་ཡི་དྭགས་ཐམས་ཅད་ནུས་མེད་དུ་འཆིང་ཚར་བས་ཨ་ནི་ཡིག་བྱ་ཨང་སོ་དགུ་ཟེར་ཏེ་གླིང་དམར་གླིང་རོལ་ནའང་ཟེར་ཅིག་གཅིག་དེ་དེ་རེད། ར་ཨ་ནི་གཉིས་པ་དེ་ཨ་ནི་ཁྲིམས་ཆེན་ཁང་གི་ཁྲིམས་དཔོན་ཆེ་བ་དེ་བསྐོས་པ་བསྐོས་ཐུབ་པ་ཞིག་གནང་རོགས་གནང་ཟེར་དེ་རེད། ད་ག་ནས་ཤེས་ཨ་ནི། ཅིག་བཀའ་བློན་རྣམ་པ་ཚོ་བསྐོས་ཐུབ་པ་གནང་རོགས་གནང་ཟེར་དེ། ར་ད་འདི་ཚོ་ང་ཚོས་ཡ་འདི་ན་ལ་ཡི་གེ་ན་ལ་འཁོད་བསྡད་པ་འདི་ཚོ་ཟེར་དེ་ཡི་གེ་སྤྱི་འཐུས་གྲོས་ཚོགས་ཀྱི་ཚོགས་གཙོ་ལ་ཕུལ་ཡོད་རེད་ཚོགས་གཞོན་ལ་ཕུལ་ཡོད་རེད་སྤྱི་འཐུས་རྣམ་པ་ཚོ་ལ་ཕུལ་ཡོད་རེད་དེ་ཐོག་མ་བྱུང་ཞེས་བྱེད་དང་དེ་གོང་མ་བྱུང་ཞེས་བྱེད་དེ་ཡོད་མ་རོ། དེའི་ཐོག་ལ་ཁྱོད་ནི་དོན་སྣང་ཁྱེར་ནས་སྣང་མ་ཟ་བ། དེ་ཚོ་མི་མང་ལ་ཨ་ནི་ཐོང་བཏེག་གི་མེད་པ་དང་མི་མང་གི་ཡག་བཏང་ཤ་བའི་སྐུ་ཚབ་སྤྱི་འཐུས་དེ་ཚོ་དེ་མི་མང་གི་ཨ་ནི་ཚབ་མཚོན་གྱི་མེད་པ་དེ་ལྟ་གསལ་བོ་ཞུ་བྱེད་རོ་བ། ཨོ་དེ་འདྲ་སོང་ཙང་དངོས་གནས་དོན་ནས་ང་ཚོ་ཡོད་ཀྱི་གྲོས་ཚོགས་ཚོགས་དེ་ཙམ་པ་ཐབས་སྐྱོ་བོ་ཞུ་བྱེད་རེད་ཤག། ཅིག་ཧམ་པ་ཆེ་དེ་ཚོ་གི་ཚིག་སྡུག་ཅག་དང་དེ་འདྲ་ཞུ་དེ་ཙམ་པ་ཅི་ལྟར་བྱས་ནས་ཕྱི་སྡོད་གྲོས་ཚོགས་གི་ཚོགས་གཙོ་གི་འདི་ལ་སྟངས་འཛིན་གནང་ཞེས་ལམ་སང་མར་བཞུགས་སུ་ལབ་དགོས་གོ་རེ་ད། ཨཱ་ནི་ག་དུས་ཡིན་ན་ང་ཚོའི་སྤྱི་མཐུས་གྲོས་ཚོགས་ཀྱི་སྡིངས་ཆ་དེ་ག་ལ་ཡག་སླེ་ཡོང་རྒྱུ་ཙམ་པ་དེ་གོ་སྐབས་དེ་ཡིན་ཆེ་ཨཱ་ནི་སོ་སོ་གི་དངོས་གནས་ཐ་ན་གི་ག་རེ་ཤེས་ཤེས་ཡིན་བསམ་བསམ་བྱ་ཞིག་ཤེས་བ་ཡིན་པ་ཡིན་ན་དེས་བོད་པའི་སྤྱི་ཚོགས་ལ་ཞིག་ཅིག་གནོད་ཀྱི་ཡོད་རེད་བོད་མི་ཐོང་ལ་གནོད་འགྲོ་གི་འདུག་བ། བོད་བསྟན་པ་ཆབ་སྲིད་ལ་གནོད་འགྲོ་གི་འདུག་བ། འདིས་ག་རེ་འགྲིག་གི་མི་འདུག་ཟེར་ན་སྤྱི་མཐུས་གྲོས་ཚོགས་ཀྱི་ཚོགས་གཙོ་གི་སྟངས་འཛིན་གནང་སྟངས་དེ་རྩ་བ་ཉིད་ནས་འགྲིག་གི་མི་འདུག་སྤྱི་མཐུས་གྲོས་ཚོགས་ཚོགས་ཡོང་དུས་ཙམ་པ་ལོ་རེ་ལོ་རེ་ལ་སྐབས་སྐབས་སྐྱབས་མགོན་རིན་པོ་ཆེ་ལ་ཟུར་ཟ་ཞུ་གི་འདུག་བ། སྐབས་སྐབས་གནས་ཆུང་ཆེན་མོ་ལ་གནས་ཆུང་ཆོས་རྒྱལ་ཆེན་མོ་ལ་ཟུར་ཟ་ཞུ་གི་འདུག་བ། བ། ཨ་ནི་ང་ཚོས་ཇི། ལྟར་དགའ་བསུ་དང་དངོས་གནས་དྲན་ན་ང་ཚོར་བོད་པའི་སྤྱི་ཚོགས་ནང་ལ་ཕན་ཐོགས་ཆེ་བའི་ད་མིན་ན་དངོས་གནས་དྲན་ན་བོད་པ་ཙམ་མ་ཡིན་པའི་ཕྱི་རྒྱལ་མི་རིགས་ཀྱི་ཡིན་ན་དོན་སྣང་དང་གུས་ཞབས་བྱེད་ཀྱི་ད་སློབ་དཔོན་ཟངས་རྡོ་རིན་པོ་ཆེ་ལྟ་བུ་རེད་པས་རྒྱ་ལོ་དོན་གྲུབ་ལ་ལྟ་བུ་རེད། ཨ་མ་ཇུ་ཆེན་པད་མ་ལ་ལྟ་བུ་རེད་ད་དེ་ད་དེ་མ་བོད་པའི་སྤྱི་ཚོགས་ནང་ལ་ཕན་ཐོགས་བའི་མི་ཚང་མ་ལོ་ནག་པོ་བཟོས་ཀྱི་སྐད་ཆ་བཤད་ཡོང་གི་འདུག་བ་སྤྱི་འཐུས་གྲོས་ཚོགས་ནང་ནས་ད་འདི་ཚོ་ག་བ་སླེབས་བསྡད་ཡོད་རེད་འདི་ཚོ། དྲི་བ། དེ་འདྲའི་གསུང་ཞུ་བ་ཡིན་ན་ཨ་ནི་ག་འདྲ་ཞིག་འགྲིག་ས་རེད། དེ་འདྲ་གནང་དུས་རྩམ་པ་སྤྱི་འཐུས་གྲོས་ཚོགས་ཀྱི་ཚོགས་གཙོ་གི་ལམ་སང་སྟངས་ཅི་གནང་དགོས་ཀྱི་ཡོད་རེད་བ། སེང་གེའི་སྡེ་གི་ཡེ་གེ་བཞག་ཅེས་ག་ཚོད་བཤད་བཤད་བཤད་ཨ་ནི་ཞེ་པོ་ཟ་ཞེ་བཏུང་ཞུ་གི་འདུག་བ་འདི་ཇི་སྟེ་རྩམ་པ་ང་ཚོའི་གྲོས་ཚོགས་དེ་དངོས་གནས་དྲ་གནས་ཀྱི་གཟི་བརྗིད་དེ་རྦད་དེ་བརླག་ཤ་འདི་གི་སྤྱོད་པ་དང་འདི་གི་ད་ཅིག་ནམ་དཀྱུས་ནི་ཅིག་གུས་ཞབས་དང་བརྩེ་དུང་དེ་ཡོད་ར་འདི་ནི་རྩ་བ་རྙེད་ནས་མི་འདུག་འདི་མེད་བའི་ཚད་གི་མི་འདུག་ཨ་ནི་ཅིག་ཡེ་གེ་བཀའ་མོལ་གནང་མཁན་མང་ཆེ་ནི་ཆོས་རྗེ་རབ་རིའི་སྤྱི་འཐུས་རྣམ་པ་ཚོ་རེད་འདུག་བ། ཨང་ཁོང་རང་གིས་བཀའ་མོལ་ཅིག་གནང་ཡོང་དུས་བརྩམས་པ་དུས་ཀྱི་སྤྱོད་པ་དང་བཀའ་མོལ་གནང་སྟངས་དེ་ཚོ་ཅིག་བྲིས་ཡོང་དུས་བརྩམས་པ་ཨ་ནི་མི་མང་ནང་ལོགས་ལ་ལྟ་གཞི་ནི། དགོན་སྡེ་པ་རྣམ་པ་ཚོ་ལ་ཡང་ཡིད་ཆེས་བརླག་ཡས་ཅིག་དང། དྲོ་བ། སྐུ་ཞབས་རྣམ་པ་ཚོ་ལ་ཡང་ཁ་བཏང་ཡས་ཀྱི་དུས་ཚོད་དེ་འདྲ་ཅིག་ཆགས་དེ་དུས་བརྩམས་པ། ཁོ་རང་ཚོ་མི་སྒེར་ར་ཡིན་ན་སྡིག་པ་ཆེན་པོ་ཤོར་ས་རེད་དྲན་གྱི་འདུག་དྲོ་བ། ཁྱིམ་པ་སྲིད་འཛིན་གྱི་ལས་ཀ་ཟེར་ནས་དེ་བསགས་བ་ཡིན་ན། ཨ་ནི་སྡོམ་པ་གཏོང་འགྲོ་གི་ཡོད་རེད། དེ་ཚོ་དགོངས་པ་རྒྱ་ཆེན་པོ་བཞེས་བར་བ། ཨོ། ད་དེ་ཚད་ཀྱི་མ་རེད། ང་ཚོ་སྤྱི་ཁང་ནམ་རྒྱུན་ནས་ང་ཚོ། ལབ་སྟོད་ཀྱི་ཡོད་རེད་བོད་པའི་སྤྱི་ཚོགས་ནང་ལོགས་ལ། ཨ་ནི་གདན་ས་ཆེན་པོ་ཟེར་མཁན་དེ་ཕ་ཡའི་རྒྱ་མཚོ་ཆེན་པོ་ནང་བཞིན་རེད། ཕ་ཡའི་རྒྱ་མཚོ་ཆེན་པོ་ནང་ལོགས་ལ་འབུ་སྲིན་ལ་སོགས་པ་དེ་འདྲའི་སེམས་ཅན་ཞེད་སྣང་ཚ་བོ་དེ་འདྲ་ཡོད་ཡོད་རེད་བརྟེན་དེའི་ནང་ལ་ནོར་བུའི་རིགས་མང་པོ་ཡོད་རེད་ཟེར། ད་ང་ཚོ་གདན་ས་གསུམ་དང་ཨ་ནི་ད་ཆོས་སྤྱི་ཁང་ཚང་མ་ལོགས་ནས་ཆོས་སྡེ་བཏང་ཡས་དེ་དཔེ་ཚོགས་མི་སྡུག་ཤོས་དེ་བཏང་བས་ཟེར་པ་བཞིན། ང་ཚོ་གདན་ས་གསུམ་ལ་མི་བདེ་མ་ཞུ་ཡོད་མ་རེད་བས་ད་འདྲ་རེད་ད་དེ་འདྲ། དེ་འདྲའི་སོང་ཙང་དངོས་གནས་དྲག་གནས་ཀྱི་ཆུ་བློ་ཟུར་ལ་གནས་ནས་དགོངས་པ་བཞེས་ཞེས་ཆོས་རྗེ་གང་གི་སྤྱི་འཐུས་རྣམ་པ་ཚོ་གི་ཕྱག་ལེན་གནང་སྟངས་དེ་གདན་ས་ཀྱི་སྐུ་སྲོད་རྣམ་པ་ཚོ་གི་ཡིན་གཅིག་མིན་གཅིག་གི་ཟིན་ཡས་དེ་དཔེ་གལ་ཆེན་པོ་རེད་ཤག་ང་ཚོ་ཚང་མ་ལོ་ཁྱོད་ཁམས་པ་རེད་ང་ཨ་མདོ་རེད་ང་དབུས་གཙང་ཡིན་ཞེས་ཀྱི་སྐད་ཆ་དེ་ཚོ་ཧ་ཡོད་མ་རེད་ང་ཚོ་ཚང་མ་ལོ་བོད་མི་ད་བཙན་བྱོལ་ནང་ལོ་ལ་ང་ཚོ་འབུམ་གཅིག་དང་ལྷག་ཟེར་མ་ཞིག་ཡོད་མ་རེད་འདི་ང་ཚོ་རིག་པ་གཅིག་ལ་འཛིན་བྱས་རེད་བ་ལྟ་ཕྱོགས་གཅིག་འཛིན་བྱས། གཞུང་གཅིག་དེ་ལྟ་ས་ཏག་ཏག་ཟིན་བྱས་ང་ཚོས་ཅིག་ད་རྒྱ་ནག་གཞུང་ལ་ཕ་ཁ་ཕི་ཅིག་ཅག་གི་ཡིན་ན་ཅག་ཐུག་གི་རེད་མ་ཞུ་ང་རང་ཚོ་ནང་ལོག་ལ་ཡ་ཁྱོད་དང་ང་སུ་བྱེད་དུམ་བུ་བཏང་ཨ་ནི་ཅིག་ཨེ་དྲ་རྒྱའི་ནང་ལོག་ལ་ཁ་རྒྱག་ད་ཚོ་བཤད་འདི་འདྲ་བྱས་བྱས་འདུག་བསྡད་བ་ཡིན་ད་ཡིན་ན་ཨ་ནི་ང་ཚོའི་སྒྲིག་འཛུགས་དེ་འབོ་ལུག་བ་ཡིན་ན་ཨ་ནི་ཁ་ལ་འཛུག་གོ་རྒྱུ་ཡིན་ཅག་ལྷ་ཡག་གི་ཉེན་ཁ་ཞུ་ཞུ་ཆག་གི་རེད་ཟེར་དེ་ད་འདི་རེད་བྱ་བ་དེ་འདྲ་སོང་ཙང་ད་ཚར་བ་དེ་ཚར་བ་རེད་མ་འོངས་པ་ཡིན་ན་དངོས་གནས་དེ་ནས་ད་ལོའི་ཡི་ད་ལྟ་ཡི་གི་ཆོས་རྒྱུད་དག་གི་སྤྱི་འཐུས་སླེབས་བསྡད་པ་དེ་ཚོ་ད་ལོ་སླེབས་བ་ཙམ་མ་རེད་བ་ལོ་མང་པོ་ཕྱིན་ཚར་རེད་ལོ་མང་པོ་ལ་གང་ཆོས་གོ་ལོག་བལྟས་ཞེས་གདུང་སེམས་འདས་སོང་ཨ། དྲི་བ། ད་ཁོང་རང་ཚོ་གིས་བཀའ་མོལ་ག་རེ་གནང་བ་ཡིན་ན་ཧ་ལམ་མ་བསོད་ནམས་སྲིད་སྐྱོང་གིས་གོམ་པ་བརྒྱབ་ཚེ་འགྲོ་སྟངས་དེ་འགྲིག་གི་མི་འདུག་མདོག་མདོག་དུ་ཤའི་ཉེན་ཁ་འདུག་ཨ། ཡི་གེ་བྲིས་རྗེས་རྩོམ་པ་ཡི་གེ་ཚིག་གཅིག་ནོར་ཤ་ཞེས་དང་སྟབས་བདེ་དེ་ཞི་གནས་ཀྱི་སྐྱོན་བརྗོད་རང་དེ་འདྲའི་ཤོག་ཐག་རེད་འདུག་ཨ། འོ་དེ་འདྲའི་ཟིན་ཐོ་ད་དེ་འདྲ་གནང་བ་ཡིན་ན་ཨ་ནི་ང་ཚོ་དངོས་གནས་དྲ་གནས་བོད་པ་སྤྱི་ལ་ཕན་གྱི་འདུག་གནོད་ཀྱི་འདུག་དྲི་བ། ད་དེ་ཟིན་རྗེས་རྩོམ་པ་དངོས་གནས་དྲ་གནས་སྤྱི་འཐུས་གྲོས་ཚོགས་འཚོགས་ཡས་ཀྱི་དུས་ཚོད་དེ་ཚོ་དཔེ་མི་སྲིད་པའི་གལ་ཆེན་པོ་རེད། འགྲོ་སོང་མང་པོ་ཞིག་འགྲོ་དགོས་ཡོད་རེད་དེ་ཚོ་ཤོག་བར་རོགས་དེ་ལ་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་དཀའ་ངལ་ག་རེ་འཕྲད་བ་དེ་སེལ་བ་གནང་ཡག་ཅིག་དང། ཨ་མི་རི་ཀའི་གུས་ཞབས་དང་འབྲེལ་དེ་ཚོ་ནས་བཀའ་མོལ་ག་རེ་གནང་གི་ཡིན་ན་གནང་ན་འགྲིག་གི་རེད་བ། དེ་འདྲས་ཅིག་མ་གནང་ཡོད་ཚེ་བྱས་སྟབས་བས་དོན་ངོ་མའི་དོན་ནས་ཅིག། སྒོ་ཤུགས་ཆུ་ནས་མི་འཇོག་གི་བཀའ་མོལ་ཞིག་བཏང་ཡོད་འདུག་བསམ་པ་འགྲིག་གི་ག་རེ་ཡོང་གི་འདུག་ཟེར་ན་བོད་པའི་སྤྱི་ཚོགས་ནང་ལ་ཐུགས་ཞིམ་ཞིག་ཏུ་ཐེབས། ཁ་ཁ་ཅན། ཨ་ནི། ཡ་གི་སྤྱི་ཐུས་ཁ་ཤས་ཀྱིས་མ་འགྲིག་པ་ལ་བལྟས་བྱས་ཁམས་པས་འགྲིག་གི་མི་འདུག་ཟེར་ལབ་ཀྱི་འདུག་བ། དེ་ཏག་ཏག་འགྲིག་གི་ཡོད་མ་རེད། ཨ་ད་ག་ན་ཤི། ཨ་ནི་ཆོས་བརྒྱུད་ཁག་ན་ང་ཚོའི་བླ་ཆེན་རྣམ་པ་ཚོ་ལ་ཡིན་ན་ང་ཚོས་སྙན་ཞུ་ཕུལ་ཡོད་རེད་ད་དུང་ཡིན་ན་ཕུལ་ཡོད་ཀྱི་ཆ་ཤོས་རེད། གཞི་རིམ་མི་མང་གི་ངོས་ནས་གང་ལྟར་ཡང་ང་ཚོ་བོད་པའི་སྤྱི་ཚོགས་དེ་ས་དག་དག་ཅིག་དང་ཁྲིམས་ཞིབ་ཁང་གི་ཁྲིམས་དཔོན་བསྐོས་ཐུབ་བ་ཅིག་དང་བཀའ་བློན་རྣམ་པ་ཚོ་བསྐོས་ཐུབ་ཆ་ས་དག་དག་ཅིག་མ་རྩ་བར་དུ་ང་ཚོས་ལས་འགུལ་ག་འདྲ་ཅིག་སྤེལ་དགོས་ཟེར་ན་སྤེལ་གྱི་རེད་བཟོ་བ། དེ་ཟེར་དུས་ཚང་མ་དངོས་གནས་ད་ནས་ད་ལྟའི་ཆ་ལ། དེ་ཚོ་ཆོས་རྒྱུད་སྐོར་གྱི་ཆུ་ཚོད་ཁ་ཤས་དེ་གས་ད་དུང་ག་རེ་ལབ་ཡི་འདུག་ད་ལྟ་ཡོད་ཀྱི་ཁྲིམས་དཔོན་ཡོལ་བ་དེ་ཚོ་མ་བསྟུད་གོ་ཡོད་ཟེར་གྱི་འདུག་བ། མེད་བ་དེ་ཡོལ་བ་ཟེར་ཡ་ཡི་ཚབ་ལ་ཡོལ་བ་དེ་མེད་བ་ཟེར་གྱི་འདུག་བ། དེ་ཚོ་དགོངས་པ་དེ་འདྲ་ག་འདྲ་ཞིག་བྱེད་ཀྱི་ཡོད་རེད་འདི་རྒྱབ་ལོག་ལ་སུ་ཡོད་རེད། དེ་ཚང་མ་ལ་རྒྱ་ནག་གཞུང་ལ་དགོས་ཡ་གྱི་ལས་ཀ་ཤ་སྟག་ཅིག་བྱེད་ཀྱི་འདུག་མ་ཞུ་ང་ཚོ་བོད་སྟོན་པ་ཆབ་སྲིད་ལ་ཕན་ཡ་བྱེད་དང་བོད་མི་ས་ཡ་དྲུག་ལ་དགོས་ཡ་གྱི་ལས་ཀ་ཅིག་གནང་གྱི་མི་འདུག་བ་ཀ་མེད་ཅིག་གནང་གྱི་མི་འདུག་བ། འོ་དེ་འདྲ་སོང་ཙང་དངོས་གནས་ད་ནས་དགེ་འདུན་པ་རྣམ་པ་ཚོ་ལ་འགན་ཇི་བོ་ཞུ་བཞིན་ཡོད་རེད་ཐོས་ཀྱི་འདུག་མ་འོངས་པ་ང་ཚོ་འོས་བླུགས་དུས་བཙན་པ་སྤྱི་བཏང་བྱས་ན་ད་ཅིག་དངོས་གནས་ད་ནས་ཀྱི་ཅིག་གདན་ས་ཆེན་མོ་ནས་ཨ་ནི་ཨིན་ཇིའི་སྐད་ཡིན་ན་ཕྱི་རྒྱལ་སྐད་ཡིན་ན་གང་ཅིའི་ཐད་ལ་དེ་འདྲ་ཆུ་རྒྱུག་རྒྱུ་ཡོད་བ་དེ་འདྲས་དང། ལྷག་བསམ་རྣམ་དག་ཡིན་པ་དང་བོད་བསྟན་པ་ཆབ་སྲིད་ལ་དངོས་གནས་ཕན་འགྲོ་མཁན་གྱི་མི་གང་ནས་བསྡད་བ་ཡོད་རེད། འོ་ད་དེ་འདྲས་ཅིག་ཕེབས་བ་ཡིན་ན་ཏག་ཏག་རོགས་ད་ད་འདྲ་ཡོད་མཁན་ཞུ་བའི་སྤྱི་དཔོན་རྣམ་པ་ཚོ་ཨིན་ཇི་ནས་མཁྱེན་གྱི་མི་འདུག་ཨ། ད་ཕྱི་གའི་ལུང་པ་ལ་ཕག་ཚོ་ཕེ་ཕི་ཙམ་ཙམ་ག་དུས་ན་ཞལ་བཙུམ་བྱ་ཞུགས་གི་འདུག་བ། ཀ་མེད་གང་དགོས་ཅི་གནང་ཐུབ་ངེས་འདུག་བ། ད་ཁ་རྒྱག་པ་བཤད་ཡོད་ན་མེད་ན་དེ་ཨ་ནི་བཙན་བྱོལ་སྒྲིག་འཛུགས་ཀྱི་ཡེ་གེ་ཡིན་སྤྱི་འཐུས་གྲོས་ཚོགས་ཚོགས་ཤོག་པ་ར་དེ་ལ་ཨ་ནི་བལྟས་ཏེ་ཁོ་རང་ཚོ་ག་རེ་བཤད་བཤད་བྱས་བྱས་ཟུར་ཟིར་གནང་གི་འདུག་དེ་གནང་སྟངས་དེ་དཔེ་མི་སྲིད་པའི་ཐ་ཤལ་རེད་ས་དྲུག་ཆ་ཞུ་བཞུགས་ད། ང་ཚོ་གཞི་རིམ་མི་མང་གི་ཚོགས་པ་འདི་གི། གཞི་རིམ་མི་མང་གི་རེ་འབོད་ཚོགས་པ་ཟེར་དུས་བྱམས་པ་རེ་བ་ཅིག་དང་འབོད་སྐུལ་ཅིག་གཉིས་ཐེ་བྱས་ཡོང་གི་རེད་ང་ཚོ་འདི། རེ་བ་སྟེ་བོད་མིའི་སྒྲིག་འཛུགས་དེ་ཧྲག་ཏག་ཏག་གི་ཆགས་ཡས་ཤིག་རེད་བ། སྐྱབས་མགོན་རིན་པོ་ཆེ་མར་གསོལ་རས་གནང་བ་ནང་བཞིན་ང་ཚོ་ས་བདག་དག་ཡང་ཉག་ཐུ་བ་ཞེས་བགྱི་དང་ད་རེ་བ་དེ་གཞིས་བྱེས་དངོས་ནས་བོད་བོད་མི་ཚང་མ་ལུག་གི་ད་ང་ཁམས་པ་དང་ཁྱོད་ཨ་མདོ་ཟེར་གྱི་ཚིག་དེ་ཚོ་ཧ་བཞག་བྱས་ང་ཚོ་ཚང་མ་ལ་རྡོག་ཁྲེས་གཅིག་ལ་སྒྲིག་བྱས་རོགས་ནུས་པ་མཉམ་སྟོར་སྤུངས་བྱས་སྤྱི་བ་དེ་གལ་ཆེ་ཆུང་བརྩི་བྱ་ཕྱག་ལས་ཀྱི་གནང་བ་ཡིན་པ་ཡིན་ན་ཨ་ནི་ང་ཚོ་བོད་མི་སྒྲིག་འཛུགས་དེའི་ངོས་ནས་བར་བར་ཁ་ཕེབས་བཅག་དགོས་དོན་ལ་བཅག་ཐུབ་ཀྱི་རེད་དྲན་གྱི་འདུག་གང་ལྟར་ཡང་གངས་ཅན་བོད་མི་སྒྲིག་འཛུགས་དེ་བཙན་བྱོལ་འཛམ་བུ་གླིང་ལ་བཙན་བྱོལ་མང་པོ་ཡོད་རེད་དེ་བོད་མི་སྒྲིག་འཛུགས་དེ་བཙན་བྱོལ་གྱི་སྒྲིག་འཛུགས་ནང་ནས་དགྲ་འདྲེ་ནང་ནས་མ་འདྲ་དེ་ཡོད་ལ་སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་ཉག་ཅིག་དང་ད་ག་ནང་བཞིན་ང་རང་ཅིག་གིས་ཨ་ནི་བལ་པོ་རྣམ་པ་ཚོ་གི་སྐུ་ལས་སྐྱོན་ཡིན་ཞེས་ད་ག་དྲིག་ཆགས་བསྡད་བ། ད་ད་འདས་ཆོས་ལ་ད་གང་བྱས་ཅིག་ད་ལོ་བར་ད་ང་ཚོས་ཆོས་དོན་ཁྲིམས་ཞིབ་ཁང་གི་ཁྲིམས་དཔོན་ཆེ་བ་བསྐོས་ཐུ་ཡས་ཞིག་དང་ཨ་ནི་ད་ད་བཀའ་བློན་རྣམ་པ་ཚོ་བསྐོས་ཐུ་ཡས་ཀྱི་ཆེད་དུ་ད་གང་བྱས་ཚོགས་ཆུང་ཅིག་བཙུགས་ཀྱི་ཡོད་རེད། ཚོགས་ཆུང་གཅིག་བཙུགས་གནང་བ་ཡིན་པ་ཡིན་ན་ཚོགས་ཆུང་དེ་ནང་ལ་ཨ་ནི་ཕྱག་ལས་གནང་མཁན་དེ་ཚོ་དེ་མཉམ་ཞུགས་གནང་མཁན་དེ་ཚོ་སུ་སུ་རེད་ད་ལྟ་ང་ཚོའི་བོད་ཚོགས་ནང་ལ་ཡོད་བའི་མི་དེ་ཚོ་ཡར་བྱུང་བ་ཡིན་ན་དེ་ཕན་ཞེ་དྲག་ཐོག་ས་མ་རེད་རེད་བ་ག་དུས་ཡིན་ན་སྤྱོད་པ་ལོག་བསྡད་ཀྱི་འདུག་བ་ད་དེ་ཚོ་ཚོགས་ཆུང་དེ་འདྲ་ཅིག་བཙུགས་ཀྱི་ཡིན་པ་ཡིན་ན་ཨ་ནི་བོད་མི་བཅའ་ཁྲིམས་དང་དེ་ཚང་མ་ལོ་ཡག་པོ་ཞིག་དབུ་འཛིན་མཁན་ཞིག་དཔེར་ན་མཁས་དབང་ཟངས་མདོག་རིན་པོ་ཆེ་འདྲ་བོ་ཅིག་དེ་ནང་ལ་ཡོད་བ་ཡིན་ན་ཨ་ནི་ལམ་སྟོན་ཡག་པོ་ཞིག་གནང་གི་རེད་བོད་མི་ཚང་མ་ལ་ཕན་པའི་དགོངས་པ་ཅིག་གཏན་འཁེལ་གནང་གི་རེད་ཞེས་ཀྱི་རེད་དྲན་གྱི་འདུག་དེ་ཡིད་ཆེས་གཙང་མ་ཡོད་ཨོ་དེ་འདྲའི་གཏེ་བོ་ཅིག་མེད་བ་ཡིན་པ་ཡིན་ན་དངོས་གནས་ང་ཚོ་ཡི་གེ་དག་ཅིག་ད་ལྟ་ཡི་གེ་ཞུ་ཞུ་བའི་སྤྱི་འཐུས་ནང་ལོག་ལ་གང་ཆེ་སྐད་ཤུགས་ཆེ་བ་དེ་དུས་ཚང་མ་ལོག་གང་ཆེ་ཆོས་རྒྱུད་ཁག་གི་སྤྱི་འཐུས་རྣམ་པ་ཚོ་དང་སྤྱོད་པ་ལོག་དེ་སྐད་ཚོ་རེད་ཤག་ཨ་འདི་ཚོ་དེའི་ནང་ལ་ཡོད་བ་ཡིན་ན་ད་གང་ཆེ་རྟ་ལམ་བུང་གིས་བཀག་བྱས་བྱས་གང་ང་ཚོ་ལས་ཀ་ཡག་པོ་སྒྲུབ་ཡས་དེ་ལང་ཀ་དེ་ག་དུས་ཡིན་ན་བཀག་ཡས་ཅིག་མ་ཞུ་ཕན་ཐོག་ཡས་ཀྱི་ལས་ཀ་ཅིག་གནང་ས་མ་རེད། རེད་བ་དེ་འདྲ་སོང་ཙང་ད་ང་རང་ཚོ་མི་མང་ཚང་མ་ལོག་རྟ་གང་ཆེ་ཧོན་འགྲོ་བ་ཅིག་འཐོར་བ་ཅིག་དང་ད་གཞན་པ་ལོག་བ་དང་དེ་འདྲ་འགྲོ་བ་ཅིག་ཆགས་སོང། ཀྱི་མི་མང་རང་གིས་ད་ལྟ་སྙིང་གཏམ་ཙམ་མ་ཟེར་ན་འདི་རེད། དེ་ལས་སོང་ཙང་ད་ཆོས་རྒྱུད་ཁག་གི་སྤྱི་འཐུས་རྣམ་པ་ཚོ་ཡིན་ན་དེའི་འགྱུར་བ་འདྲ་ཚུལ་བཏང་ཆེད་ཅིག་ཡལ་གའི་ཕྱག་ལས་གནང་ཡ་ཅིག་ཡོད་པ་ཡིན་ན་ནི་གནང་རོགས་གནང་ཟེར་ང་ཚོས་མུ་མཐུད་ནས་དེ་ལ་ཅིག་བོད་བསྟན་པ་ཆབ་སྲིད་དང་བཙན་བྱོལ་བོད་མིའི་སྒྲིག་འཛུགས་ལ་ཕན་པའི་ལས་ཀ་ཅིག་བྱེད་ཐུབ་ཀྱི་ཡོད་ན་ནི་ང་ཚོ་རྗེས་སུ་ཡང་ཞུ་གི་རེད། ད་གལ་སྲིད་དེ་འདྲ་ཅིག་མ་གནང་བ་ཅིག་ད་དུང་མུ་མཐུད་ནས་སྤྱོད་པ་དེ་བདེ་བ་ཡིན་མ་ཡིན་ན་ང་ཚོ་གངས་ཅན་མི་མང་གིས་ལས་འགུལ་ག་འདྲ་ཞིག་སྤེལ་དགོས་ཟེར་ན་སྤེལ་ཡ་ཆེད་མུ་མཐུད་ནས་ཏུ་ཟེར་ཏེ་དགག་པ་རྒྱག་ཡོད་ཀྱང་ཚོ་ལ་རོགས། ལོ་ལོ་སེ་ལོ་ལོ་སེ། ཞུ་ས་དེ་བོད་མིའི་སྒྲིག་འཛུགས་ཀྱི་སྡིངས་ཆ་གང་ལ་ཞུ། ཡ་གི་ཕོག་དེ་ཚོ་གླེང་ཁང་པ་དེ་ཚོ་བླ་སྤྲད་མ་དགོས་བའི་བྱས་བྱས་ཡ་གི་བསྡད། ཨ་ནི་ཁ་བཏང་ས་དེ་བོད་མིའི་སྒྲིག་འཛུགས་ཀྱི་ད་གཏན་ལ་ཕབ་པའི་སྲིད་བྱུས་དབུ་མའི་ལམ་དེ་ཚོ་ལ་ཡིད་ཆེས་མེད་དད་པ་མེད་དེ་འདྲ་ཟེར་གྱི་འདུག་ཨ་ད་དེ་དེ་འདྲ་ག་རེ་རེད་སོ་སོ་ཁ་ལ་ཟ་ས་དེ་ཁ་ལས་དེ་ང་ལ་སོ་སོས་སྐྱག་པ་བཏང་གི་ཡོད་འདྲ་བོ་རོ་བ། དེ་སོང་ཙང་ཚང་མ་ལོ་གི་སྔོན་ལ་དེ་འདྲ་གཟབ་གཟབ་ཞུ་གནང་དགོས་པའི་དཔེ་མི་བཟོས་གལ་ཆེན་པོ་རེད་ཤག

ཀླུ་རྒྱལ་གྱིས་ད་མི་མང་ལ་ཐོབ་ཐང་འདྲ་མཉམ་གོ་འདུག་ཟེར་ཏེ་ད་མི་མང་མང་པོ་ཅིག་ནང་ལོག་ནས་འདི་བཀའ་མོལ་འདི་གནང་དང་གནང་བཞིན་པ་རེད་དེ་འདྲས་སོང་ད་འདི་ཡི་ཐོག་ལ་ཨ་ནེ་ཚེ་རིང་ལགས་ནས་ཨ་ནེ་ཐུགས་མཚམས་ཅིག་གསོ་རོགས་གནང་འདི་དང་འདི་མཉམ་དུ་ལ་ཨ་ནེ་མི་མང་གི་རེ་འབོད་དེ་སྟོང་ཕྲག་དྲུག་མ་ཟིན་དུ་ཅིག་གིས་འབོད་སྐུལ་ཞུས་ཡོད་རེད་འདི་ཚོ་ཨ་ནེ་གལ་ཆེ་ཆུང་ག་རེ་ཡིན་མེད་དེ་གྲོས་ཚོགས་ཀྱིས་ཨ་ནེ་འདི་ཡི་ཐོག་ལ་ཨ་ནེ་ཐུགས་བསམ་དང་མ་བཞེས་པ་ཅིག་འདུག་ཟེར་ཆགས་བསྡད་ཡོད་རེད། དུས་ཚོད་ཐོག་ལ་ནི་ཐུང་ཙམ་ཅིག་གསུང་རོགས་གནང།
ལགས་སོ། ད་ད་ད་དེ་དྲི་བ་དེ་ཡག་པོ་འགྲོ་བཞིན་འདུག་ད་ང་རང་ཚོ་དམངས་གཙོའི་ཡང་དག་པ་གི་ལམ་ལ་དུས་ད་གང་ལྟར་ལུང་པ་ག་བ་ཡི་གནས་རེད། སྤྱི་བཏང་ནས་རོ། དམངས་གཙོ་ཡང་དག་པ་གི་ལམ་ལ་འགྲོ་དུས། ལྷག་མ་ལོག་གི་ད་མེད་དུ་མ་རུང་བ་མེད་དུ་མི་རུང་བའི་ཆ་གས། གཙོ་བོ་འདི་ད་ག་འདར། སོ་སོ་ལ་གོ་སྒྲིག་ད་མེད་གི་ཐོབ་ཐང་བྱོས་རོ། ཐོབ་ཐང་འདི་ད་དམངས་གཙོ་ཡང་དག་པ་རྒྱལ་ཁབ་ག་བ་ལ་བལྟ་བ་ནས་ང་ཚོས་དཔེ་ལྟ་ད་ང་ཚོ་ཚང་མ་ལོག་ད་བོད་པ་ག་བ་ཞུ་བའི་གནས་ཀི་ཚང་མ་དམངས་གཙོ་ལུང་པ་འདས་རོ། དམངས་གཙོ་རྒྱལ་ཁབ་ལུང་པ། ཚང་མ་ལོ་ལ་དབུ་ནས། འོད་འདྲ་མཉམ་འདི་ཚང་མ་ལོ་ལ་གཅིག་པར་དུ། དཔེ་བཤད་ན་སོ་སོའི་ས་གནས་སྡེ་བ་ལས་ནས་ཀྱི། ཕྱི་ལོགས་མི་ཞིག་སླེབས་ནས་སྡེ་བ་ལ་ལྟ། མི་ཚེ་ཆགས་བ་ནས་ཀྱི་འོད་ལུང་བ་དུ་དུས་ཐོབ་ཐང་གཅིག་རེ་བཞག་ཁོ་རང་ཚོ་ཕ་ཐོག་བུ་ཐོག་ནས་སྡེ་བ་ལ་ཁོ་རང་ཚོ་གི། ལུང་པ་དག་ག་རང་གི་བདག་པོ་ཡིན་ནས་ཀྱི་ག་འདྲ་དེ། ཡུལ་མི་ཁོ་རང་ཚོ་ཡུལ་མི་ཡིན་ནས་ཀྱི་ཁོ་རང་ཚོ་ལ་འོད་ལུང་བའི་ཀྱི་ཐོབ་ཐང་འདི་གཅིག་པ་གཅིག་མཉམ་རེད་དུ་བ།

ཏིང་ངེ། སུ་དང་སུ་ཡི་གནས་ཀྱི་རོ། ལྷག་མ་ལོ་ལ་འོད་དེ་གཅིག་སྙོམས་ཀྱི། ཆུ་ཚོད་གཅིག་དུས་འོད་ལོའི་དེ་ཐོབ་ཐང་སུ་གང་ཡོད་མ་རུང་བ་དང་ད་ང་ཚོ་མི་མང་ནང་ལོ་ལ། དེ་གི་འོད་ཀྱི་ཐོབ་ཐང་དེ་ངེས་པར་དུ་སྤྲད་དགོས་འདུག་ངེས་པར་དུ་དགོས་འདུག་ཟེར་ན་ནི་སོ་སོ་གི་ཐོབ་ཐང་རྩོད་ཀྱི་ཡོད་མ་གཞི། འདི་གྱེས་འདི་དམིགས་བསལ་གྱི་འབོད་སྐུལ་ཞུ་ཡས་དེ་འདྲ་གྱེས་མེད་དེ་ང་རང་ཐོབ་ཐང་རང་རྩོད་ཀྱི་ཡོད་རོ། འདི་མཉམ་དུ་ལ་ང་འདི་གང་ལ་གཅིག་ཞུ་ཡས་ཅིག་བྱས་བཞག་ཞོར་ལ་ཞུ་བཞག་ན། ད་ལྟ་ཁ་སང་གྲོས་ཚོགས་ནང་ལོ་ལ་ད་ལྟ་ཆུ་ཚོད་གཅིག་དུས་འདི། ས་སྐྱ་གཅིག་དུས་ཐུབ་བསྟན་རྒྱལ་མཚན་ལ། ཁོ་རང་གིས་སྐར་མའི་སྔོན་གནས་འཛབ་ཆེན་པོ་ཞུ་བའི་སྣང་ཁོ་རང་གིས་ག་རེ་གནང་ཞུ་བ་ཡིན་ན། ད་ང་ཚོ་གིས་ད་ལྟ་དམངས་གཙོ་དེ་ད་ག་ད་ལོ་དྲུག་ཅུ་དྲུག་བ་རེད། ཨ་ནི་ང་ཚོ་ད་ལྟ་མིའི་ལུང་པ་ལ་གནས་བསྡད་ཡོད་རེད། མིའི་ལུང་པ་ཚང་མ་ལོ་ག་ད་ཁྲིམས་ཁང་སོ་སོ་སུ་མིའི་ལུང་པ་གནས་དུས་བསྡད་ཁྲིམས་ཁང་ཡོད་རེད། འདི་སྤྱི་དོན་ང་རང་ཚོ་གིས་ཁྲིམས་ཁང་དེ་དམིགས་བསལ་དགོས་ཡ་ཟེར་གི་མཐོང་གི་མི་འདུག་ས་ཁོ་རང་གིས་བཤད་སོང་ལ། འདི་དངོས་གནས་འདི་སྐད་ཆ་འདི་ཉན་དུས་སོ་སོ་ནས་གི་ག་རེ་གསུང་གི་ཡིན་ན་དེ་འདྲའི་དངོས་གནས་སུམ་རྟགས་དམིགས་ཡུལ་དེ་སྡུག་ཅག་ཡ་ག་ཅིག་རེད་མི་འདུག་དམངས་གཙོ་ཀ་བ་གཅིག

ང་ཚོ་ཆེས་མཐོའི་ཁྲིམས་ཞིབ་ཁང་ཁྲིམས་དཔོན། ཁྲིམས་ཁང་འདིའི་གོང་ས་མཆོག་གི་གནད་གལ་ཆེན་དོན་ཆེན་གྱི་རྩིས་ནི། དམངས་གཙོ་ཀ་བ་གསུམ་དེ་ཚང་མ་ཆ་རྐྱེན་ཚང་དགོས་གོང་ས་མཆོག་གི་སྐུ་ལས་ཞུགས་བསྐོས་ནས་བསུ་རོགས་ཨ་དེ། དེ་ཁོ་རང་གིས་ད་འདི། དམངས་ལ་ཁྲིམས་ཁང་དེ་མེད་པ་ཡིན་ན། ཁོ་རང་ཚོ་གི་དམིགས་ཡུལ་ད་ག་རེ་ཡིན་ནའི་གལ་ཆེའི་རྒྱབ་ལྗོངས་ག་རེ་ངས་ཧ་གོ་མེད་རོགས་ཨ། ཁྲིམས་ཁང་དེ་མེད་པ་ཡིན་ན། ག་རེ་ནས་སོ་སོ་བྱེད་བྱེད་རོགས་ཤིག་མཐོང་གི་ཡོད་རོགས་ཨ།

ལྷག་བསམ་གྲོས་ཚོགས་ནང་ལོགས་ལ་ད་ལྟ་སྤྱི་འཐུས་ཁག་ལྔ། གསུངས་སོ། ང་ཚོ་གི་སོ་ཚོད་ཀྱི་ལས་ཀ་ནི་བྱེད་ཐུབ་ཀྱི་མི་འདུག་ད་ལྟ་དུས་ཚོད་དེ་ལ། འདི་བྱེད་དུས་འདི་ལས་ཀ་དོན་དག་ཏུ་འདུག་སྒྲུབ་ཐོས་ཀྱི་དམིགས་ཡུལ་གལ་མཐོང་གི་མི་འདུག་འདི་བྱེད་དུས་ང་ཚོ་གི་ཚང་མ་གི་དགོངས་པ་ཞུ་བཞག་ན་འདི་ཡག་ས་རེད་མི་ལས་ཀ་བྱེད་མཁན་བག་གི་སྒུག་ཐོག་ལ་ཡོད་རེད་སོ་ཚོད་ལ་ཡར་བཏང་བཞག་ན་ང་ཚོ་རྟ་ལམ་བུ་མགོ་བཀག་ནས་ཆོག་མི་འདུག་ཟེར་ནས་གསུང་གི་འདུག་དུས་ཚོད་ངོ་གནས་ཁོ་ན་སྤྱི་འཐུས་སོ་ཚོད་ངེད་ཀྱི་སྐད་ཆ་སོ་ཚོད་གལ་ཆེན་པོ་དང་ངོ་གནས་གནས་ལུགས་ཞུ་ན་ཐོག་སོ་ར། སོ་ཚོད་ལས་ཀ་བྱེད་ཐུབ་ཀྱི་མི་འདུག་ན་མ་དགོངས་པ་ཞུས་སོ་སོ་སོ་ར། སུ་གང་གི་དམིགས་སུ་བཀར་ནས་ཁྱོད་ཚོ་བསྡད་དགོས་རན་ལ་ཨུ་ཚུགས་རྒྱག་ནས་ཕ་སྐད་ལ་ལྕགས་རྟ་བསྡམས་ནས་བཞག་ཡོད་སྨྲ་བ། འདི་དུས་ཆད་འདི་བོན་པོ་སྤྱི་འཐུས་ད་ལྟ་རྨི་ལམ་མཐར་ཕྱིན་གྱི་ག་རེ་ལ་ཞུ་བ་ཡིན་ནའོ། འདི་འདྲ་བྱས་ན་ཡོང་གི་མ་རེད་ང་ཚོ་མར་འགྲོ་བ་ཡིན་ནའི་ཨ་ནི་འདི་སྤྱི་འཐུས་གཞན་པ་ཚོ་ཚོ་ཡར་སླེབས་བ་ཡིན་ནའི་གི་འོ་དོན་ཚོ་དམ་འབུལ་ཞུ་ས་ཡོད་མ་རེད་འདི་དཀའ་ངལ་ཇི་ཡོད་ད་དོན་ཚོ་ཧ་གོ་གོ་བྱེད་དགོས་རེད་ད་ལྟ་དུས་ཁོ་རང་གི་འོ་འདི་འདྲ་བྱས་ཏེ་ཤེས་རྒྱག་ཚོ་ར། འདི་བྲེལ་བ་མི་འདུག་ད་ལྟ་ད་ལྟ་ཆུ་ཐོན་ད་ལྟ་ཡར་འཕེལ་དེ་ངས་ཚོགས་འདུ་ཚོགས་ཆུང་ཞུ་ཡོད་རེད་ཚོགས་འདུ་ཞུ་ཡོད་རེད་ཁོ་རང་ཚོ་མར་འཕེལ་བ་ཡིན་ན་སྤྱི་འཐུས་དབར་འགུག་ཐོག་དེ་ཡར་འཕེལ་ཁོ་རང་ཚོ་སྤྱི་འཐུས་ཚོགས་གཙོ་དེ་ལ་དམ་འབུལ་ཞུ་ན་འགྲིག་གོ་རེད་དེ་ནས་ཚོགས་འདུ་གསར་བ་བདམས་ཚོགས་འདུ་ཚོགས་ཞུ་རེད་འདི་འགྲོ་ཐུ་ཡ་ཡོད་རེད་ཡིན་ནའི་གི་ཁོ་རང་གི་དེ་ལ་འགྲེལ་བཤད་ལོག་པ་འདི་རྒྱག་འདུག་གདོང་མི་དམངས་ལ་ལྐུག་པ་བཟོ་ཡ་གི་དེ་འདྲ་འབད་བརྩོན་འགྲོ་བྱེད་འདུག་གདོང་ཁ་རྩིས་སྙན་མ་དེ་ཡིག་ཆ་ཨང་བཅུ་སུམ་ཅུ་སོ་དགུ་དེ་ཕ་གས་བཞག་དུས་འདི་དུས་ང་ཚོ་གྲོས་ཚོགས་ནང་ལ་དེ་བཞག་དུས་སྤྱི་འཐུས་ཁ་ཤས་གསུངས་སོ་ག་ཚོད་ང་ཚོ་དེ་འདྲའི་ཁྲིད་ནས་ཆེ་བསྟོད་ཁྲིམས་ཆེ་ཁང་ཁྲིམས་དཔོན་ཁོ་རང་མེད་བར་བཟོས་ན་ང་ཚོ་ད་དེ་འོས་བསྡུ་འགྲོ་བསྡད་ཡ་རེད། ཡང་ཁོ་རང་ཚོ་ཡར་ཕེབས་དུས་ང་ཚོ་དམ་འབུལ་ཞུ་ས་མེད་བར་ཆགས་ཀྱི་རེད་ད་ལང་ཀ་ཡོག་མར་ལྟ་འདི་བསམ་བློ་བཏང་བར་ལྟ་ལ་དུས་དུས་དུས་མེད་ལམ་མཐར་ཕྱིན་གྱི་གེགས་བཀོད་ཅིག་ཤེས་ཀྱི་མི་འདུག་ཨ། དུས་དུས་སོ་སོ་ལྐོག་གྱ་ལ་ཐུག་ཡོད་མ་རག་དུས་དུས་ཁྲིམས་ཁང་ཞིམ་ཁྲིམས་ཁང་དེ་དམངས་གཙོ་ཀ་བ་ཞིམ་པ་ཅིག་སྟོབས་འབྱོར་བློ་དུས་ཁོ་རང་གི་ཚིག་གཅིག་ཤེས་ཀྱི་མི་རག་དུས་དུས་དེ་འདྲ་བྱེད་པ་ཡིན་ན་ང་ཚོ་དེ་འདྲའི་དཀའ་ངལ་ཐེག་ཀྱི་རེད་ད་ད་ལྟ་ཤེས་བ་ནས་ཤེས་ཀྱི་མི་འདུག་ཨ། ད་ལྟ་སོ་སོ་ལྐོག་གྱ་ལ་ཐུག་དུས་ཡ་ནི་ཞི་བོ་ཅིག་དངོས་གནས

དངོས་གནས་ལས་རྒྱུ་འབྲས་ལ་འགྲོ་གི་མ་རེད་བསམ་གི་འདུག་གོང་ལོག་ཚོས་གོང་ས་མཆོག་གིས་ད་གོང་ལོག་ག་བ་ལ་ཕེབས་བསྡད་རེད་བ། རྣམ་པ་ཚོ་ཚང་མ་ལ་གཟིགས་གོ་གོང་ས་མཆོག་སྟེང་ཤོད་ཕུད་དུས་ཚ་ཚ་འུར་ག་ལ་ཕུད་གོ་བ་རེད། གཙོ་བོ་ད་དེ་འདྲ་འགན་ཁྱོད་ག་ཚང་མ་ལོག་གི་འགན་ཁྱེད་པ་ཡིན་ན་དངོས་གནས་སྤྱི་འཐུས་དེ་ཚོ་ང་ཚོ་ལོ་ལྔ་ལ་འོས་ཤོག་བློའི་གི་ཐོབ་ཐང་རེད་རེད་ར་གོ་བ་རེད་དེ་དུས་དངོས་གནས་འོས་ཤོག་དེ་མ་ནོར་བྱས་ནས་སོ་སོ་ནས་གྲོས་ཚོགས་བཟི་བ་ཡིན་ན་ཧ་གོ་གོ་ར། མིག་གིས་བདེ་ཤེད་རྒྱབ་བ་མ་རེད་སུ་སུ་གི་ལས་ཀ་ག་རེ་བྱེད་གི་འདུག་འདི་སྐབས་སུ་སོ་སོ་འོས་མ་ནོར་བྱེད་ནུས་པ་ཡིན་ན་དངོས་གནས་ཁོ་རང་སྤྱི་འཐུས་ལྷ་དང་དང་སླེབས་བ་ཡིན་ན་ང་ཚོ་དཀའ་ངལ་དེ་ཡོག་གོ་ར་མ་རེད་ད་འདྲ

ཞུ་ཡས་ལགས། བོད་མི་སྒྲིག་འཛུགས་ཀྱི་ད་ག་ཟུ་བ་རེད་ཚགས་ཚུད་ཡོང་ཡས་དང། གལ་སྲིད་བོད་མི་སྒྲིག་འཛུགས་ཚགས་ཚུད་མ་བྱུང་བ་བྱས་ཨ་ནི་དེ་དག་གི་བྱེད་སྟངས་ལ་བལྟས་ནས་ག་ལེ་ག་ལེ་བ་ཉམས་ཕྱིན་པ་ཡིན་ན། གནས་སྟངས་ག་འདྲས་ཆགས་ཀྱི་རེད་ད་ང་རང་ཚང་མ་བཙན་བྱོལ་བ་རེད། དེ་ཡིན་དུས་ཨ་ནི་བོད་མི་སྒྲིག་འཛུགས་གལ་ཆེ་ཆུང་ག་རེ་ཡིན་མིན་ཚང་མས་ཧ་གོ་གི་ཡོད་རེད་བ། དེའི་ཐོག་ལ་ཨ་ནི

ད་ནི་ང་ཚོས་རྒྱ་ནག་ལ་བར་སྐབས་དེ་བཅག་དགོས་ཀྱི་འདུག་ག་རེ་བྱེད་དགོས་ཀྱི་འདུག་ན་ག་འདྲ་ཞིག་ཡོང་གི་ཡོད་རེད་ད། ད་ལྟའི་ཆ་ལ་ཡང་བོད་མིའི་སྒྲིག་འཛུགས་དེ་ལྷག་ད་ལྟ་ཆགས་ཡ་ལ་ག་འདྲ་དགེ་རྒན་བར་ཆད་མང་པོ་ཞིག་ཡོང་གི་ཡོད་བ་དེ་དང། སྟབས་མ་ལེགས་པ་ཞིག་ལ་དགར་རྐྱེན་བར་ཆད་འདི་ཚོ་ཡིན་ན་ཕྱི་དུས་བོད་ཐོག་ནང་ལོགས་ནས་ཡོང་དུས་བརྩམས་པ་ཨ་ང་ཚོ་མི་མང་ཚོས་ད་ག་འདྲ་བྱེད་ན་བསམ་བསམ་རང་ཅག་དོགས་པ་ཟ་དགོས་ཡ་ཞིག་དང། ག་འདྲ་ཕྱག་ལས་ག་རེ་གནང་བ་ཡིན་ན་བོད་བསྟན་པ་ཆབ་སྲིད་དང་བོད་མིའི་སྒྲིག་འཛུགས་ལ་ཡ་ཕན་པའི་ཕྱག་ལས་ཅིག་གནང་གི་མེད་བ་དེ་གསལ་བོ་ཞིག་མཐོང་གི་ཡོད་རེད་དེ་འདྲ་སོང་ཙང་ད་ང་ཚོ་བོད་མིའི་སྒྲིག་འཛུགས་ལྷག་ད་ལྟ་ཡོང་ཡ་ལ་ང་ཚོ་ཚང་མ་ལོ་གི་ད་ནུས་པ་མཉམ་སྤུངས་གནང་ཆེད་ཨ་ནི་ཆོས་རྗེ་ཁྲིམས་ཆེན་ཁང་གི་དང་པོ་ཁྲིམས་ཁང་དེ་ས་བདག་བདག་གཅིག་བཟོས་གོ། ཁྲིམས་ཁང་དེ་ས་བདག་བདག་གཅིག་བཟོས་བ་ཡིན་པ་ཡིན་ན་ཨ་ནི་ང་ཚོ་ད་ལྟ་སྲིད་སྐྱོང་དེ་དངོས་གནས་དེ་འདྲ་དེ་འདྲའི་མི་བརྟན་པོ་ཞིག་དང་འཇོན་པོ་ཞིག་དང་དེ་འདྲ་ཡིན་རྒྱུ་ཟ་མ་ག་ཚད་ཁྲིམས་དང་སྒྲིག་གཞི་ཞེ་ཞག་ཞེ་ཐེ་གི་འདུག་ཨ། ད་དེ་ཡིན་པ་ཡིན་ན་བོད་མི་སྒྲིག་འཛུགས་དེ་བ་ཅན་འབོ་ལུག་ཡས་གི་ད་མེད་བ་འདྲ་བོ་ཅིག་ཐབས་ཤེས་མེད་བ་འདྲ་བོ་ཅིག་རེད། ཡིན་ན་ཡང་དམ་པའི་ཆེད་ལ་ད་ཁྲིམས་དཔོན་ཆེ་བ་བསྐོས་ཐུབ་མེད་ཡིན་ཙང་གང་ཅེས་ང་ཚོ་འགག་ཚར་ཅིག་ག་ལ་བསླུ་སླེབས་བསྡད་ཡོད་རོ་ཨ། ཨ་ད་ག་ནང་ཆེན་ད་ཁྲིམས་དཔེ་མཆོད་པ་ད་བཀོད་གནང་ཡ་ད་ག་རེ་དགོ་དགོས་རེད་ཟེར་ན་ད་གང་ཆེ་ང་རང་ཚོ་གི་བོད་མི་ཚང་མ་ལོ་གི་རེ་གི་སྒྲིག་འཛུགས་ནང་ལ་ཕྱག་ལེན་གནང་མཁན་ཡིན་ན་འདྲ་འདྲ་མི་མང་ཡིན་ན་འདྲ་ཚང་མ་ལོ་གི་སྤྱི་བ་ད་གལ་ཆེན་པོ་ཆེ་སྤྱིར་ནང་ཆེ་ད་མང་ཆེ་གི་གཟིགས་ཀྱི་རེད་ད་སྐྱབས་མགོན་རིན་པོ་ཆེ་ཞལ་བཞུགས་སོལ་བ་ར་ད་ག་རེ་ཡིན་ན་འགྲིག་འགྲོ་གི་རེད་ཟེར་དེ་སྐད་ཆ་དེ་ལྐུག་པའི་སྐད་ཆ་རེད་ང་རང་ཚོ་ཚང་མ་ལོ་ལ་འགན་ཡོད་རེད་བོད་ནང་ལ་ཡོད་པའི་བོད་མི་ཚོ་གི་དཔེ་དེ་དངོས་གནས་དྲ་གནས་སེམས་ཤུགས་ད་ལྷག་བསམ་ང་ཚོ་བརྗོད་མོ་གོ་ཡ་ཟེར་རེད་ད་ང་ཚོ་བཙན་བྱོལ་ལ་ཡོད་པའི་བོད་མི་ཚོ་གི་ཇི་ཚོད་ཡ་ག་རེ་དོ་ད་དངོས་གནས་ད་ནས་སྐྱབས་མགོན་རིན་པོ་ཆེ་ལ་བརྟན་བཞུགས་རབ་དང་རིམ་པ་ཕུལ་གྱི་ཡོད་དེ་ཡིན་ན་བརྟན་བཞུགས་ཟེར་དོན་དག་གཙོ་བོ་དེ་ག་རེད། རྩ་བའི་བླ་མས་ཀྱི་དགོངས་པ་དེ་སྒྲུབ་དགོས་གོ་རེད། རྒྱལ་བ་རིན་པོ་ཆེ་དགོངས་པ་དེ་ཏག་ཏག་སྒྲུབ་གི་འདུག་གོ་དེ་ན་ད་དེ་ལས་ཡག་ག་ཅིག་བརྟན་བཞུགས་བྱེད་གལ་ཡོད་མ་རེད། ད་ང་ཚོའི་གྲོས་ཚོགས་ནང་ལོ་ཡ་དེ་འདྲ་འདུག་ཨ་ད་ཆུ་ཚོད་རྣམ་པ་ཚོ་དངོས་གནས་ད་ནས་མ་ཕྱི་ལོག་ལ་མ་དོན་བྱས་ད་ཅིག་གསར་འགྱུར་དེ་ཚོ་ནང་ལ Interview དང་ད་དྲི་བ་དྲི་རན་བྱེད་དེ་ཚོ་མ་སྐད་ཆ་དེ་ཚོ་ཅིག་འདྲ་བྱའོ་ཅིག་ད་དེ་འདྲ་འདྲ་བོ་ཅིག་བཤད། ཨ་ཡེ་གེ་གྲོས་ཚོགས་ནང་ལ་བཀའ་མོལ་གནང་དེ་ཚོ་མ་དེ་ལས་ལྡོག་ཕྱོགས་གོ་རེ་གསུངས་བྱས་འདུག་ཞུ་གི་འདུག་ཨ། དེ་དེ་བས་ཙམ་ལ་དངོས་གནས་ཐད་ནས་ང་ཚོ་ཚང་མ་ལ་འགན་ཞུ་རྩིས་ཡོད་རེད་ལྷག་དོན་དུ་ཨ་ནི་ང་ཚོའི་སྤྱི་འཐུས་རྣམ་པ་ཚོ་དང་ད་དེ་ཚོ་ལ་ང་ཚོ་མི་མང་གིས་གང་བྱས་ཐབས་བྱས་ཏེ་མི་མང་གི་རེ་བ་རྒྱབ་རེ་བ་རྒྱབ་བ་ནང་བཞིན་ཁོ་རང་ཚོ་ཡིན་ན་འཇོན་གི་ཡོད་ས་ཡག་ཕེར་བ། དེ་དེ་བས་ཙམ་ལ་དང་པོ་ང་ཚོའི་སྒྲིག་འཛུགས་དེ་ཧྲག་ཏག་ཏག་བྱེད་སོས་བྱས་ཐབས། ཁ་དཀྲོགས་རྗེས་གཉིད་ཆག་འགྲོ་གི་འདུག་དེ་ཕར་བཞག་ཚེ། ང་ཚོ་ཚང་མ་རོ་ལངས་ཕྱོགས་གཅིག་དང་སྒྲིག་འཛུགས་གཅིག་དང་ཨ་ནི་དམིགས་ཡུལ་གཅིག་ཟིམ་སྟེ་ཕྱིན་པ་ཡིན་པ་ཡིན་ན་བོད་མིའི་སྒྲིག་འཛུགས་འདི་འབོར་ལུགས་ཡ་གལ་ཡོད་མ་རེད་ད་འདི་ཆོས་ལ་ལྟ་བཀའ་མོལ་ཞུས་ས་མང་པོ་རེད་སྐྱབས་མགོན་རིན་པོ་ཆེ་ཞལ་བཞེས་རེད་ད་གནང་བཞིན་པ། སློབ་དཔོན་ཆེན་པོ་ཟངས་མདོག་རིན་པོ་ཆེ་ལ་སོགས་པ་དག་དེབ་སྟེ། བཀའ་མོལ་ཞུས་ས་མང་པོ་ཡོད་རེད་བ། ཨོ་དེ་འདྲས་སོང་ཙང་དངོས་གནས་ད་ནས་ཁོང་རྣམ་པ་ཚོ་ལ་ཡག་ཅིག་ཟུར་ཟ་འདྲ་བོ་ཞུ་ཡ་ད་འདི་ཕ་ཞག་ཟེར་ཁོང་རྣམ་པ་ཚོ་ནི་སུ་བཀའ་སློབ་ཞུས་བྱ་ད་ང་ཚོ་དཀའ་ངལ་འདི་འདྲས་ཀྱི་ཚེག་འདུག་འདི་ལ་ད་ཐབས་ལམ་ག་འདྲས་ཡོད་རེད། ད་དེ་འདྲས་སོང་ཙང་ང་ཚོ་མི་མང་ཚོ་གི་གང་བྱས་ཤུགས་དེ་ཞིག་དང་འདི་གལ་ཆེ་ཤོས་དེ་ད་ད་གང་བྱས་ཅིག་ཚོགས་ཆུང་ཅིག་ད་ག་ཆོད་ཅིག་ཡོད་ཀི་ཁྲིམས་ཞིབ་ཁང་གི་ཁྲིམས་དོན་དང་དེ་ཚང་མ་ལ་བཀོད་འཐོལ་གི་ཚོགས་ཆོས་ཀྱི་གཙོ་ཡོད་གི་ཡོད་ཙང་ཚོགས་ཆེན་འདིའི་ནང་ལོགས་ལ་ང་ཚོས་རེ་བ་ཆེ་ཤོས་དེ་ཨ་ནི་དངོས་གནས་ད་ནས་ཀི་ཅིག་ཁྲིམས་དང་སྒྲིག་གཞི་ཚོ་ཡག་པོ་སྒོ་ཕྱུག་ཡག་གི་སྒྲིག་འཛུགས་ནང་ལ་ཡོད་པ་ཙམ་མ་ཡིན་པ་ད་ལྟ་ད་ཡོད་ཟུར་པ་དེ་འདྲ་ཡོད་རེད་ད་དངོས་གནས་ད་ནས་མཁས་དབང་དེ་རེད་འོ་དེ་འདྲས་ཡག་དེའི་ནང་ལ་དེ་འདྲས་ཞུ་ཡི་ཆེ་ཨ་ནི་ཅིག་ཚང་མ་ལུགས་ཀི་བབས་ས་གཅིག་ལ་བབས་ཅེས་དགོངས་པ་བཞེས་བ་ཡིན་པ་ཡིན་ན་ཨ་ནི་ང་ཚོས་སྒྲིག་འཛུགས་དེ་ཧྲག་ཏག་ཏག་ཆག་གི་རེད་དྲན་གི་འདུག། འདི་མ་ཡིན་པའི་ཕྱིར་ཅེས་ད་ལྟ་ཡི་གེ་བསྒྲིགས་ཚུལ་རྣམས་ལ་ཡོད་པའི་ཁོ་རང་ཚོ་མི་ཁ་ཤས་ཅིག་གིས་རུག་རུག་ཟེར་བྱས་ཅིག་ག་རེ་བྱས་པ་ཡིན་པ་ཡིན་ན་ག་བྱེད། སྲིད་སྐྱོང་གིས་མ་དགོངས་པ་ཞིག་གསུང་བ་ཡིན་ན་འདི་ལ་མི་དྲག་པ་རྒྱག་གི་རེད་བ། དེ་ཇི་ཙམ་པར་ལང་ཀ་ཀ་ཡ་ཇི་མ་ཞུ། ཅིག། ཐབས་ལམ་ཞིག་མཐོང་གི་མི་འདུག། དེ་གལ་ཆེ་ཤོས་གཅིག་དང་ད་གལ་ཆེ་ཤོས་གཉིས་པ་དེ་ད་མི་མང་གི་འགན་ཁྱེད་ཟེར་ཏེ་ད་ལྟ་ངས་ད་ལྟ་དྲ་གྲོགས་གིས་གསུངས་སོང་བ་དེ་རེད་དངོས་གནས་དེ་ད་ང་ཚོ་མི་མང་གིས་དངོས་གནས་དྲ་གནས་ཀྱིས་དོན་སྣང་བྱས་ཟེར། ད་ང་ཚོ་ལ་བར་ཆད་ཙམ་མ་བཟོ་ནས་ཆེ་ཤོས་དེ་ག་རེ་རེད་དོ་ཟེར་ན་དེ་སང་སྤྱི་ཚོགས་དྲ་རྒྱའི་ནང་དུ་བ་ལ་ཨ་ནི་སྐད་ཆ་དང་པོ་མེད་བ་དང་གཞི་རྩ་མེད་བ་དང་འདི་འདྲི་ལ་དོན་སྣང་སྤྲད་བྱེད་ཨ་ནི་མཆན་འདི་འདྲི་རྒྱ་གྲགས་མི་འདྲ་རྒྱབ་བྱེད་གཏང་གི་འདུག་ཨ་ད་འདིའི་རིགས་དེ་ལ་རྩ་བ་ཉིད་ནས་བདག་པོ་མ་བརྒྱབ་ན་ཨ་ནི་ང་ཚོ་ཚང་མ་ལོ་དོགས་ས་ཅིག་ཏུ་ཆགས་རེད་དྲན་གྱི་འདུག་དེ་འདྲི་མ་ཡིན་པའི་ཆེད་བྱེད་ད་འདི་འདྲི་ལ་མགོ་མཁོ་བྱེད་བསྡད་པ་ཡིན་པ་ཡིན་ན་ཨ་ནི་ང་ཚོས་དངོས་གནས་ད་ནས་ཀྱི་ཅིག་གྱོང་ཆེན་པོ་ཅིག་རག་བྱེད་རོགས་ཨ། སོ་སོ་གི་ནུས་པ་དང་དེ་ཚོ་སྤུངས་ས་དེ་ལ་མ་སྤུངས་པའི་ཆེད་ཅེས་ད་ག་ཟེ་སྐྲག་སླང་ནང་གི་སྐད་ཆ་དེ་འདྲ་ལ་ཡ་བྱེད་བྱེད་བསྡད་པ་ཡིན་པ་ཡིན་ན་ཨ་ནི་དངོས་གནས་དྲ་གནས་ང་ཚོ་དཔེ་མི་སྲིད་ཚབ་སྐྱོ་བྱེད་དང་དེ་ཚོ་སྡུག་ཅག་ཅིག་ཤག་གི་རེད་དྲན་གི་འདུག་ང་རང་ཚོ་བཙན་བྱོལ་ལ་ཡོད་པའི་བོད་མི་འབུམ་གཅིག་དང་ཕྱེད་ཀ་ཚོ་མ་ཞུ་ཡོད་མ་རེད་འདི་ད་རྡོག་ས་གཅིག་ལ་བསྒྲིགས་ཐུབ་ཀི་རོགས་ད། བསྒྲིགས་མ་བསྒྲིགས་མ་ཐུབ་ཡོད་དེ་ག་འདྲ་ཅིག་ཆགས་པ་རེད་ད་ང་ཚོ་དུམ་བུ་ཕྱིན་ཡོད་དེ་ད་ཅིག་བར་ཐག་ཚོགས་པ་ཟེར་དང་ཉམས་པ་སླབ་གསོ་ཟེར་དེ་ཚོ་རྒྱ་ནག་གཞུང་གི་དམིགས་ཡུལ་ཅིག་དང་རྒྱ་ནག་ལ་དགོས་ཡས་ཀི་དེ་འདྲ་ཅིག་རེད་མ་ཤོད་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་དགོས་ཡས་ཅིག་མ་རེད་བ། དེ་སྲིད་དེ་ལྟ་བ་མི་མང་ལ་འགན་ཆེན་པོ་ཞུ་བཞིན་ཡོད་རེད། འོ་དུས་ཞེས་དེ་འདྲ་ཅིག་ཡིན། ལོ་ལོ་ཟེར་ཨ་ནི་དེ་དང། ད་ལྟའི་སྐར་མ་བཅུ་ལས་མེད་འདུག་ཨ་ནི། འོ་ཚེ་རིང་ལགས་ནས། ད་ང་རང་ཚོས། ད་ཅི། ལྔ་བཅུ་ང་དགུ། བོད་ཤོར་ནས་སོང་ནས་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ཨ་ནི། ད། མཉམ་དུ་ལ་དངོས་གནས་དྲང་གནས། རྒྱབ་རོགས་དཔུང་རོགས་བྱས་ནས་ཨ་ནི་པའི། སྐུ་ལས་སྐྱོན་ཉེས་མང་པོ་ཞིབ་པོ་ཅིག་བྱུང་ཡོད་རེད་ད་དེ་ཚོ། དང་དེ་རིང་ད་དགོངས་ལོ་ཆེན་པོ་བྱ།